གསོད་པའི་ཕར་ཕྱིན་རེད། དེ་ཡང་སྡོམ་ནི། སྤྱོད་ཡོན་རྣམས་ཀྱི་བསམ་པ་དང་ངོ་བོ་དང་ཡང་དབྱེ་བ་དང་ཕྱེ་བ་གསུམ་ཡིན་ལ་དཔེར་དང་ཐག་པ་ཆ་བ་དང་འབྲས་བུ་དང་བཟོད་པའི་བར་དུ་ཕྱིན་དགོས་སོ། ད་ནི་སྡོམ་འདྲ་བོ་དེ་ཚང་མ་གཅིག་པ་ཡིན་པ་རེད་ཤེས་རབ་ཀྱི་བར་དུ། ད་ཤེས་རབ་དེ་འོ་དེ་ལ་ཡ། འདི་ནི་དཔེར་དང་ཐག་པར་བྱ་བ་ཟེར་ཡ་གཅིག་མ་གཏོགས་གཞན་གཅིག་པ་རེད། དེ་ལ་དང་པོ་བཤད་ན། གང་ཞིག་སྦྱིན་པ་ཚུལ་ཁྲིམས་གཉིས་དང་ལྡན་ཡང་བཟོད་པ་དང་མ་ལྡན་ན་ཁོང་ཁྲོ་སྐྱེའོ། ད། བཟོད་པའི་ལྡོག་ཕྱོགས་དེ་ཁོང་ཁྲོ་རེད་བ། ཁོང་ཁྲོ་སྐྱེས་ན་སྐྱོན་ག་རེ་ཡོད་ཟེར་ན། ད་ནི་སྔར་སྦྱིན་པ་བཏང་བ་དང་ཚུལ་ཁྲིམས་སྲུང་བ་ལ་སོགས་པའི་དགེ་བའི་རྩ་བ་ག་ཚོད་ཅིག་ཡོད་པ་ཡིན་ན་ཡང་དེ་ཐམས་ཅད་དུས་གཅིག་ལ་ཟད་པར་འགྱུར་ཏེ།

པད་ནི་ཅིག་ཁོང་ཁྲོ་དེ་འདྲ་ཞིག་སྐྱེ་བ་ཡིན་ན་པད་ནི་བསྐལ་པ་སྟོང་ཕྲག་ལ་བསགས་པའི་དགེ་བའི་རྩ་བ་འབྱུང་གི་རེད་ཟེར་ནས་གཏན་གྱི་བྱས་པ་བྱང་སེམས་ལ་འོང་དུ་ཟིན་ནས་གསུངས་པ་མ་གཏོགས་པད་ནི་སོ་སོ་སྐྱེ་བོ་ཅིག་ལ་དེ་འདྲ་བཤད་བསྡད་པ་ཡིན་ན་དེ་ནི་བཟོད་པ་འགྲུབ་པའི་དུས་འདམ་ཡང་ཡོད་མ་རེད་བ་ད་འདི་འདྲ་ཡིན་ད་བརྩམས་པ་ལ་གཏན་གྱི་བྱས་པ་བྱང་སེམས་ལ་འོང་དུ་ཟིན་ནས་གསུངས་ཡིན་དུ་བརྩམས་པ་ལ་པད་ནི་བསྐལ་པ་སྟོང་ཕྲག་ལ་བསགས་པའི་དགེ་བའི་རྩ་བ་འབྱུང་གི་རེད་ཟེར་ནས་དེ་འདྲ་ཡོང་གི་ཡོད་བ་རེད། ཡང་ན་བཟོད་པ་དང་མ་ལྡན་ན་ཞེ་སྡང་ཁོང་དུ་ཞུགས་པ། མདའ་སྡུག་ཁོང་དུ་ཞུགས་པ་དེ་འདྲ་དང་ཡིད་ལ་ཟུག་རྔུ་ལངས་ཏེ་དགའ་བདེ་དང་བྱེ་བ་མི་མྱོང་སྟེ་ཐ་མ་གཉིས་ཀྱང་མི་ཕེབས་པོ་ཟ་ད་ང་རང་ཚོ། དེ་ནས་ཞེ་སྡང་ཤུགས་ཆེན་པོ་ལངས་ཡོད་དེ་བརྩམས་པ་ལ་ཁོག་པ་རྣམས་ལ་དུག་སོང་བ་ནང་བཞིན་བྱས་ནས་དེ་ནས་སེམས་ལ་ཡ། ཞི་བ་ཉུང་ངུ་མ་རེད་དེ་ཉུང་ངུ་མ་རེད་བ། དཔེར་ན་ཚུལ་ལས་ཡ་དེ་རིང་མ་དེར་ཅིག་ཚིག་ངན་པ་བྱས་ནས་ཡོད་ན་དེའི་བར་ལན་སློག་ས་མ་རྙེད་ཡོང་དུས་བརྩམས་པ་ལ་དོ་དགོང་སྙིང་མ་ཕུག་བ་བྱས། ཨ་ཁ་ད་ང་དེ་རིང་མི་མང་པོ་ལ་དེ་འདྲ་ངོ་ཚ་བ་བྱུང་སོང་ཁོས་ང་ལ་དེ་འདྲ་ལབ་སོང་ད་ང་ཕར་ཚིག་གཅིག་ཀྱང་ལབ་རྒྱུ་བྱུང་མ་སོང་ལབ་དགོས་བསམ་སོང་དེ་ལག་ཡག་པོ་དྲན་ཡང་དྲན་མ་སོང་རེ་ནས་ཡིན་དུས་དེ་ནས་དེ་འདྲ་ཅིག་ལབ་ཡོང་བསམ་ན་དང་པོ་ནས་གྲ་སྒྲིག་ཡོད་ན་ལྟོས་ངས་སློབ་སྦྱོང་བྱས་ད་ལབ་ཆོག་ཆོག་བྱས་ད་དེ་བྱུང་མ་སོང་ཨ་ཁ་ད་ངས་སང་ཉིན་ཡིན་ན་ལྟོས་ཨ། ངས་ཁོང་མི་མང་པོ་ཞིག་གི་ས་ལ་ཡར་ཁོས་ང་ལ་ཚུལ་ག་རིགས་ལབ་པ་དེ་ལས་རྒྱང་བསྐྱུར་སྟོང་བསྐྱུར་གྱི་མང་ཙེ་ཞིག་ངའི་ཕར་ལབ་ཐུབ་པ་ཞིག་བྱེད་ཀྱི་ཡིན་བསམ་ནས་ཨ་དེ་དགོངས་དག་མཚན་སྙིང་མི་ཁུག་དགོངས་དག་དགོངས་དག་ག་ལ་ཡང་བཟང་ཡིན་མ་འགྲོ་ཨ་ཡི་ག་ཡོད་མ་རེད་ག་རེ་ཟེར་ན་ངོ་ཚ་སེམས་པ་སྐྱོ་དེ་དེ་རེད་བ་དེ་དེ་ཆོ་མི་འདུག་ཨ་སོ་སོ་སེ་མ་ག་བ་ཆགས་བསྡད་པ་རེད་དེ་དགོས་པ་གང་མི་འདུག་ཨ་འོ་དེ་འདྲ་ཡིན་འགྲོ་དེ་ནི་ཞི་བ་ཡོད་མ་རེད་ཨ་ཐ་མ་སྙིང་ཡི་ཁུག་མ་རེད་ད་མཚན་མཚན་ག་ཨ་ལོ་ཕ་ཅག་ཚུལ་ཅག་ཨ་ཡོ་དང་ཨ་ཚུལ་དང་ཨ་ཆུ་ཟེར་ད་སྐད་རྒྱབ་འགྲོ་གོ་རེད་བ་དེ་ནི་བསམ་བསམ་ཡིད་ལབ་བྱས་ནས་ཁོ་ག་བ་འདུག་སེང་ཟོ་ར་བ་དེ་འདྲ་ལབ་ཡོང་གོ་རེད་བ་འོ་ད་དེ་སང་ཉིན་ཚེ་ག་འགྲོ་དེ་བསམ་པ་ལ་ཁོ་གཉིས་ཀྱི་མ་རེད་ད། དེ་ལས་དེ་ཐུག་ཚར་བ་ཡིན་ན་ཕ་ལབ་ཡག་གོ་སྐབས་རག་ན་ད་ཡག་པོ་ར་བ་དེ་དགོས་ཕ་ལབ་ས་ཨེ་རྙེད་གང་བྱས་ད་རུང་དེ་ལས་ལྷག་ས་ད་རུང་ཚུད་ལག་ཡོང་བ་ཅིག་བྱས་ཡོད་དེ་འདྲ་བྱས་ནས་མུ་མཐུད་བས་ན་ཨེ་ནས་བདུན་ཕྲག་ཟླ་བ་དེ་ཉི་མ་གཅིག་ལ་སོ་སོ་སྨྱོ་དྲགས་དེ་ད་ག་རེད་དེ་ནི་གྲུབ་འབྲས་དེ་ལ་དེ་ལས་དགོས་པ་མི་འདུག་ཨང་དེ་འདྲ་ཡིན་འདུག་ད་ནི་བཟོད་པ་ལྡན་ན་ཡག་ཤོས་རེད་སོང་བ་རེད། ཞེ་སྡང་ཟུག་རྔུ་སེམས་ཆགས་ན་ཡིད་ནི་ཤི་བ་ཉམས་མི་མྱོང་དགའ་དང་བདེ་བ་གཉིས་མི་འོང་ཞིང་བརྟན་མི་འགྱུར་བརྟན་མེད་འགྱུར་ཟེར་དང་ང་བསམ་གཅིག་ལ་བརྟན་པོ་མེད་པ་ཆགས་འགྲོ་གི་རེད་ཟེར་དེ་སེམས་བརྟན་པོ་མེད་པ་ཆགས་དང་སྙོམས་པ་སེལ་བ་རེད། སེམས་རང་དབང་མེད་པ་ཆགས་ཡོང་བ་རེད་བ་དེ་ལ་བརྟན་པོ་མེད་པ་དེ་རེད་བ་རེད་དྲན་ཚོར་མ་སེམས་རེད་ད་དྲན་ཚོར། དྲིན་ཚོར་མ་སོང་ཡང་དུས་དེ་ནས་བརྟན་པོ་མེད་པར་ཆགས་འགྲོ་གི་འདུག་མདོར་ན་ཁྲོ་བའི་སྡེ་ནས་པ་དེ་ནི་གང་ཡང་ཡོད་མ་ཡིན་ཟེར་ཁོང་ཁྲོ་ཟ་ནས་སྐྱིད་པོ་བྱེད་དེ་ག་སུ་ཡང་ཡོད་མ་རེད་ཡོད་མི་འདུག་ཨང་ང་ཚོ་སེམས་པ་སྐྱིད་པོ་མེད་པའི་སྐབས་སུ་ལ་ཡ་ཨམ་ཆིན་ཆིན་ལ་བསྟན་པ་ཡིན་ན་ཨམ་ཆིན་ལགས་ཀྱིས་སེམས་པ་ལྷོད་ལྷོད་གནང་ཨ་ཞི་བ་གནང་ཨ་ལྷོད་ལྷོད་གནང་ཕ་གཟིགས་མོ་ཡག་པོ་གཟིགས་གནང་ཨ་ལྕམ་ལྕམ་ཕལ་ཨ་ཟེར་གསུང་གི་འདུག་ཨ་དེ་རེད་མ་གཏོགས་ཅིག་སོ་ལ་ཡ་ཁོང་ཁྲོ་ཤུགས་ཆེ་ཟེར་གནང་ཨ་ཁོང་ཁྲོ་སྐྱོན་འཁྲུག་པ་སྐྱོན་འོ་དེ་འདྲ་གནང་ན་ན་ཚ་དྲག་འགྲོ་གི་རེད་ཟེར་སུས་དེ་འདྲ་སུས་ཅིག་ལབ་གི་མི་འདུག་ཨ། ཐམས་ཅད་ཀྱིས་ལྷོད་ལྷོད་བྱས་པ་རེད་ལྷོད་ལྷོད་བྱས་པ་རེད་ཟེར་གྱི་འདུག་བ་འོ་དེ་རེད་དེ་འདྲ་ཡིན་འདུག་དེ་ནི་ཁྲོ་བ་གིས་བདེ་བ་གནས་ཐུབ་ཀྱི་མ་རེད་ཟེར་ཁོང་ཁྲོ་ཁོང་ཁྲོ་གིས་ཁོང་ཁྲོ་མེད་ནས་བདེ་བ་རང་གནས་ཀྱི་རེད་གསུངས་བ་རེད་འདུག་བ། ཡང་བཟོད་པ་དང་མ་བསྟེན་ན་ཁོང་དུ་ཞེ་སྡང་ཞུགས་པས་ཕྱི་རོལ་དུ་ཁྲོ་གཏུམ་བྱུང་སྟེ་དེ་ཡི་མཛའ་བཤེས་དང་གཡོག་འཁོར་ཐམས་ཅད་སྐྱོ་ཞིང་ནོར་སེལ་བྱེད་ཀྱང་ཁོང་ལ་མི་སྡུག་གོ་དེ་ལྟར་ཡང་དེ་ཡི་མཛའ་བཤེས་སྐྱོ་བ་ལས་སྦྱིན་པའི་དུས་ཀྱང་གཏན་མེད་ཅེས་ཞེས་གསུངས་སོ། ད་མི་ཁོང་ཁྲོ་ཟ་བ་དེ་ཚོ་བྲེལ་ལ་ཡ། ད་ནི་སོ་སོར་ཨ་ཕ་ཨ་མ་སྤུན་རྒྱག་ཡོད་ན་ཡང་དེ་ནི་གྲོས་འགྲོ་འདུག་ག་ལི་ག་ལི་ནི་ས་ནི་རང་གཅིག་པུ་ཁང་པ་ནང་ལ་ལྷག་དེར་ད་ག་རེ་བྱས་སོང་ཟེར་བ་ལ་ང་ཁོང་ཁྲོ་ཚ་ཐག་ཆོད་ད་ཚང་མ་བྲོས་སོང་ཟེར་བ་ཞིག་རེད་འགྲོ་གི་འདུག་བ། ཨོ་དེ་འདྲ་ཡིན་དུས་ཙམ་སུ་གཅིག་ཡོང་མ་རེད། འོ་ན་མི་གཅིག་བསྡད་ཡོད་ན་ཡང་ཅིག་ཅིག་བྱས་ཟིན་མ་བྱས་མ་བྱས་ཁོ་ཚོ་མ་ད་ལྟ་འགྲམ་སྟོང་ག་ལ་བཞུགས་རེད་ད་གཡུགས་ཤིག་གཡུགས་ཤིག་ཁོ་ར་ཁ་བྱས་ན་བྱས་ཟིན་གཡུགས་བཞག་གི་འདུག་ང་ཚོ་སྡོད་ཀྱི་ཁོ་ཁོང་ཁྲོ་ཚ་བོ་ཡོད་ཁ་ཡ་མ་བྱས་ཟིན་ནས་བྱས་གི་འདུག་ཨོ་དེ་འདྲ་བོ་བྱས་ནས་རང་གཅིག་པུ་ལྷག་ཡོང་བ་རེད། ཡང་བཟོད་པ་དང་མི་ལྡན་ན་བདུད་ཀྱི་གླགས་རྙེད་ནས་བར་ཆད་འཇུག་གོ། ད་ཨོ་དེ་ནི་མི་མ་ཡིན་གྱི་བར་ཆད་ཡང་དེ་ཙམ་ཡོང་གི་འདུག་བ་དལ་འབྱོར་སེམས་པའི་དྲན་རེ་རེ་སེམས་སྡང་བར་གྱུར་པ་ལ་བདུད་ཀྱི་གླགས་རྙེད་ནས་བར་ཆད་འཇུག་གོ་ཞེས་གསུངས་སོ། ཡང་ཟེར་བ་དང་མི་ལྡན་ལ་སངས་རྒྱས་ཀྱི་ལམ་ཕ་རོལ་ཏུ་ཕྱིན་པ་དྲུག་ལ་དུ་མ་ལོངས་པས་བླ་མེད་བྱང་ཆུབ་མི་འཐོབ་བོ། འཕགས་པ་བསྡུས་པ་ལས་ལྡང་ཞིང་བཟོད་དང་ཕྲ་ལ་བྱང་ཆུབ་ག་ལ་ཡོད་ཞེས་གསུངས་སོ་དེ་ལས་བཟློག་སྟེ་བཟོད་པ་དང་ལྡན་ན་དེ་ཉིད་དགེ་བའི་རྩ་བ་རྣམས་ལེན་ནི་མཆོག་ཡིན་ནོ་དེ་ལྟར་ཡང། སྤྱོད་འཇུག་ལས་ཞེ་སྡང་ལྟ་བུའི་སྡིག་པ་མེད་བཟོད་པ་ལྟ་བུ་ཀ་ཐུབ་མེད་དེ་བས་བསོད་ནམས་ཚོགས་གསོག་ཅིག་བསྒོམ་པར་བྱའོ། ད་འདི་སྐབས་ལ་ཡང་གཏན་གྱི་ཆད་པ་དེ་གཙོ་བོ་ནི་གཅིག་གིས་འཇིག་རྟེན་པ་ལ་བསྲུང་བའི་བར་དང་གཏན་གྱི་ཆད་པ་དེ་གཙོ་བོ་འཇིག་རྟེན་པའམ་ང་རང་ཚོ་ཚང་མ་ལ་བཟོད་ཀྱི་བར་དང། གཅིག་ནི་ཞེ་སྡང་ལྟ་བུའི་སྡིག་པ་ཡོད་མ་རེད། བཟོད་པ་ལྟ་བུ་གི་ཕན་ཡོན་མེད་ཟེར་དེའི་ཕྱིར་ན་ཞེ་སྡང་ཞེ་སྡང་དེ་སྤངས་དགོས་ཀྱི་རེད་ཞེ་སྡང་དང་བྲལ་བའི་བཟོད་པ་ལ་བརྟེན་དགོས་ཀྱི་རེད་ཟེར་ཡ་འདི་གཏན་འཁེལ་བྱས་པ་ད་སྤྱི་དང་ང་རང་ཚོ་འཇིག་རྟེན་པ་ཐམས་ཅད་ལ་ཡང་གསུང་གི་ཡོད་པ་རེད་འདུག་བ་སོགས་བྱང་ཆུབ་སེམས་དཔའ་མ་ཡིན་པ་ན་གནས་གཅིག་ཐུན་མོང་ཐ་མལ་པ་ལ་གསུང་གི་ཡོད་པ་རེད་ཞེས་གསུངས་སོ། ཡང་ན་བཟོད་པ་དང་ལྡན་ན་གནས་སྐབས་སུ་ཡང་དེ་ལས་ཐམས་ཅད་འཐོབ་བོ་ད་བཟོད་པ་དང་ལྡན་ན་ང་རང་ཚོ་གནས་སྐབས་ལ་ཡང་དེ་ནས་གཅིག་བདེ་བ་ཡང་དག་པ་འཐོབ་ཀྱི་རེད་གསུང་བ་རེད་གང་ཞིག་འགྲིམ་དུ་འཕྲོ་བྱུང་བ་དེ་ནི་འདི་དང་གཞན་དུ་བདེ་ཟེར་ཡ་དང་གནས་སྐབས་འདི་ལ་ཡང་སྐྱིད་པོ་ཡོང་གི་རེད་ལ་ཚེ་ཕྱི་མ་ལ་ཡང་སྐྱིད་པོ་ཡོང་གི་རེད་ཡབ་སྲས་འཇའ་བའི་མདོ་ལས་ཡང། ད། ཡབ་སེམས་བརྒྱ་བའི་མདོ་ཟེར་བ་དེ་ཡབ་སེམས་བརྒྱ་ཡབ་དང་སེམས་བརྒྱ་བ་དེ་ཁོ་ན་ཉིད་ངེས་པར་བསྟན་པའི་མདོའོ་ཟེར་བ་ཞིག་ཡོད་པ་རེད་འདུག་ཨང་ད་བམ་པོ་བཅོ་ལྔ་པ་ཅན་གྱི་དེ་ན་ན་ཁྲོ་བ་སངས་རྒྱས་ལམ་ཡིན་ཞེས་རྟག་ཏུ་བྱམས་པ་བསྒོམས་པ་བྱང་ཆུབ་ཐིག་ལེར་སྐྱེ་བར་འགྱུར་ཟེར་ད། ཁོང་ཁྲོ་བྱེད་ན་སངས་རྒྱས་ཀྱི་ལམ་མ་རེད། དེ་ཡིན་དུས་ག་རེ་བསྒོམ་དགོས་རེད་དེའི་ལྡོག་ཕྱོགས་དེ་བྱམས་པ་བསྒོམ་དགོས་བ་རེད། བྱམས་པ་བསྒོམ་ན་ག་རེ་བྱེད་ཀྱི་རེད་འབྲས་བུ་བླ་ན་མེད་པའི་བྱང་ཆུབ་ཡང་དེ་ལས་ཐོན་ནས་ཐོབ་ཀྱི་ཡོད་ཟེར་བས་ད་གོ་རིམ་སྔ་ཕྱི་གི་འགྲེལ་པ་དེ་འདྲ་དང་གསུངས་འདུག་ཨང། ཞེས་གསུངས་སོ། སྤྱོད་འཇུག་ནང་ཡང་དེ་དེ་དག་གི་སྒྲ་འོད་དུ་གསལ་ནི་རྣམ་པར་གཞོམ་པར་བྱ། འདི་ལྟར་སྒྲ་ལ་གནོད་པ་ལས་སྒྲ་འདི་ལ་ནི་ལས་གཞན་མེད། ང་ཚོ་སྒྲ་སྒྲ་སྒྲ་ཟེར་གྱི་འདུག་ང་སྒྲ་ཟེར་ཏེ་ཕ་རོལ་པོ་གི་ངག་རོང་ནས་ཡང་ཚིག་ངན་པར་སྣང་བ་སྐད་ཆ་སྡུག་ཅག་བཤད་མཁན་རྣམ་འགྱུར་ངན་པ་སྟེ་ངས་དེ་ལྟར་སྒྲ་ཟེར་གྱི་ཡོད་པ་རེད། ཡིན་ནའང་སྔོན་སྒྲ་དེ་ང་རང་སོ་སོའི་སེམས་རྒྱུད་ལས་ཡོད་པའི་ཁོང་ཁྲོ་དེ་རེད་གསུང་གི་འདུག་བྱང་ཆུབ་སེམས་དཔའ་རྣམས་ཀྱིས་ད་སོ་སོའི་སྒྲ་ངོ་མ་དེ་ཁོང་ཁྲོ་རེད། ཚེ་འདི་ལ་སྐྱིད་པོ་མེད་པར་བཟོ་མཁན་ཡང་དགྲ་བོ་དེ་རེད་རེད་འདུག་ང་ཟས་ཞིམ་པོ་གཅིག་ཟ་ཡའི་གོ་སྐབས་ཡང་ཁོས་སྤྲད་ཀྱི་ཡོད་མ་རེད། ང་ཚོ་བྱ་ཞིམ་པོ་གཅིག་འཐུང་དགོས་བསམ་ན་ཡང་བྱ་ཞིམ་པོ་བཏུང་ཡ་གི་གོ་སྐབས་མེད་པར་བཟོ་མཁན་དེ་ཡང་ཁོང་ཁྲོ་དེ་རེད། མི་བྱས་ནས་སྐད་ཆ་ལྷོད་ལྷོད་བྱས་ནས་ང་ཚོ་འཁོར་མང་པོ་བྱས་དགའ་བོ་སྐྱིད་བོ་བྱས་ནས་བསྡད་གོ་ང་ཚོ་ཧ་ཧ་དང་ཧེ་ཧེ་ཟེར་ནས་བསྡད་གོ་ཟེར་ནས་ད་འཇིག་རྟེན་པ་ཡིན་ན་འདི་ཡོད་རེད་བ་བྱས་ཕར་ཁྲེལ་ཚུར་ཁྲེལ་བྱས་ནས་ད་ནི་ང་ཚོ་ཤེས་ཀྱི་འདུག་བ་ད་འོ་དེ་ནི་བྱས་ཕར་ཁྲེལ་ཚུར་ཁྲེལ་བྱས་ད་ནི་ཅིག་གོ་ལོག་ཕག་ཚོ་གཡའ་རེ་བྱས་ད་ནི་ཧ་ཧ་དང་ཧེ་ཧེ་ཟེར་བ་བྱས་ནས་དགའ་བོ་སྐྱིད་བོ་བྱས་བསྡད་གོ་ཟེར་བ་དེ་གི་ལྡོག་ཕྱོགས་དེ་ད་ཁོང་ཁྲོ་རེད་བ་བ་ནི་གླས་ཡོང་དུས་ནི་དེ་ནི་ངོམ་རོའི་བུ་ནི་ཁོ་རང་ད་གང་གོ་ཟེར་བ་ཞིག་ད་བ་ནི་གླས་ཡོང་དུས་ནི་འོ་དེ་འདྲ་བྱས་ནས་དེ་དེ་སེམས་མ་རངས་པ་ཆགས་དེ་ཡ་དེ་ཁོང་ཁྲོ་ཡོང་བ་རེད་ཨེ་དགའ་བོ་སྐྱིད་བོ་མི་འདུག་དགའ་བོ་ཉེས་པོ་ཡོད་མ་རེད། ཨ་ཕ་དང་ཨ་མ་དང་ཨ་ཞང་དང་ད་ཨ་ནེ་དང་རྩ་བོ་དང་རྩ་མོ་དང་དགའ་བོ་ཉེ་བོ་ཚང་མ་བྲོས་འགྲོ་བ་རེད་དོ་དེ་འདྲ་ཡིན་དུས་དགོས་པ་མེད་པ་རེད་དོ་ད། དེ་འདྲ་ཡིན་དུས་བསམ་པ་ན་དེ་ནས་ཡིད་དེ་མ་རུང་པ་བྱས་ཡག་དེ་ཁོང་ཁྲོ་དེའི་དགྲ་བོ་གཙོ་བོ་དེ་ད་ཞེ་སྡང་དེ་རེད་དགོས་དོ་དེ་འདྲ་ཡིན་དུས་དགྲ་འདི་ལ་ནི་ལས་གཞན་མེད་གསུངས་ཡོད་རེད་གཅིག་འཇུག་གནང་ཡ་ཨ་ནེ་ཞེ་སྡང་འདི་ལས་ལྷག་པའི་དགྲ་གཞན་སུ་ཡང་ཡོད་མ་རེད་དགྲ་དེ་ཞེ་སྡང་དེ་བཏུལ་ཐུབ་པ་ཡིན་ན་ཕ་རོལ་པོ་དེ་རང་བཞིན་གྱིས་བཏུལ་ཐུབ་པ་དང་གཅིག་པ་ཆགས་འགྲོ་གི་ཡོད་པ་རེད་བྱང་ས་ལས་ཟང་ཟིང་མེད་པའི་སེམས་དང། སྙིང་རྗེ་འབའ་ཞིག་གིས་ཇི་མི་སྙམ་པ་གང་ཡིན་པ་འདི་ནི་ད་གཟོད་པའི་ངོ་བོ་དེར་འདུག་གཟོད་པའི་ངོ་བོ་དེ་ཇི་མི་སྙམ་པ་གསལ་ཏེ་ཕ་རོལ་པོ་གི་སྐད་ཆ་ཚིག་ངན་པ་བཤད་པ་དང་གཏམ་ངན་པ་སྒྲོག་པ་ལ་སོགས་པ་བྱས་བྱུང་ན་ཡང་དེ་ལ་ཡང་ཇི་མི་སྙམ་པ་བྱས་ནས་ཡང་དེ་སེམས་བརྟན་པོར་གནས་ཐུབ་པ་ད་ལྟ་སྤྱོད་འཇུག་གི་ནང་ལ་ཤིང་ཤིང་ལེའུ་ནང་ལ་དེ་ཚེ་ཤིང་ཤིང་གནས་པར་བྱ་ཟེར་དེ་ཚེ་ཤིང་ཤིང་གནས་པར་བྱ་ཟེར་མང་པོ་ཡོད་པ་རེད་ཤིང་ཤིང་གནས་ཟེར་དེ་ག་རེད་ད་ཤིང་ལ་ཡང་རྣམ་རྟོག་མེད་པ་ཡིན་དུས་ཁོ་བཙོ་གའི་དེ་ཐུག་གི་འདུག་བ་དེ་ནང་བཞིན་བྱས་ནས། ང་རང་ཚོ་ཡང་ཕ་རོལ་པོ་གི་རྣམ་འགྱུར་ངན་པ་ལ་སོགས་པ་ག་འདྲ་བྱས་བྱུང་ན་ཡང་ཨ་ནི་ཅིག་བསྟོད་པ་བཏང་ཡོང་དུས་ཙམ་པ་ལ་ལམ་སང་དགའ་ཐག་ཆོད་ནས་ཨ་ཡ་ད་བསྟོད་ར་བཏང་ཡོང་དེ་ལ་ཡ་ད་ནི་དེ་ལས་ཡང་ངོ་སོ་པད་ལེགས་འདྲ་བྱེད་ཁ་ཅིག་སྨད་ར་བཏང་ཡོང་དུས་དེར་ལམ་སང་ཁོང་ཁྲོ་ཚ་འོ་དེ་འདྲ་བྱས་ན་ཨ་ནི་བརྟན་པོ་མེད་པ་རེད། ས་ཆ་པ་འདྲེ་འདི་སོང་བ་ན་གཞན་གྱིས་བསྟོད་པས་དགའ་བ་མི་འགྱུར་ཞིང་སྨོད་པས་མི་དགའ་མི་འགྱུར་བ་རང་གི་ཡོན་ཏན་ལས་ནད་པ་སྐྱེས་བུ་དམ་པའི་ཚིག་ཉིད་ངན་སོང་དུ་བ་འོ་དེ་རེད་ད་བསྟོད་པས་གི་དགའ་བ་མི་འགྱུར་བ་བསྟོད་ར་བཏང་ཡོང་དུས་ཨ་ནི་དགའ་སྤྲོ་ཅི་ཡང་མེད་པ་བྱེད། མི་དགའ་བ་བཅས་སྨད་དྲ་བཏང་ཡོད་དུས་ཙམ་ལ་མ་དགའ་བ་ཆགས་ཡ་མེད་པ་བཅས་ལྟོས་པའི་དགའ་བ་མི་འགྱུར་ཞིང་སྨད་པའི་མི་དགའ་མི་འགྱུར་བ་རང་གི་ཡོན་ཏན་ལེགས་གནས་པ་སྐྱེས་བུ་དམ་པའི་མཚན་ཉིད་ཡིན་ཟེར་སྐྱེས་བུ་དམ་པ་ཟེར་ཡ་དེ་ལྟོས་མེད་ཀྱི་ཐོག་ནས་འགྱུར་བ་བཏང་མ་ཐུབ་པར་རང་རང་སོ་སོ་ལ་ཡོད་པའི་ཀྱི་ཡོན་ཏན་དེ་ངང་གིས་གནས་ཐུབ་པ་ལྷོད་ཀྱིས་གནས་ཐུབ་པ་ཞི་བར་གནས་ཐུབ་པ་བཅས་ཡོད་ན་དེ་འདྲ་དེ་སྐྱེས་བུ་དམ་པ་ཡིན་གསུང་འདུག་ཨང་ཨོ་དེ་འདྲའི་གོ་བ་རེ་སོང་བ་རེད་ཅེས་མི་སྙམ་པ་ཟེར་ཡ་རེད་དེ་རེད། བྱང་ཆུབ་སེམས་དཔའི་བཟོད་པའི་ངོ་བོ་ཉིད་ཡིན་པར་རིག་པར་བྱའོ་ཞེས་གསུངས་སོ་བཟོད་པ་ལ་དབྱེ་ན་གསུམ། གཞན་གནོད་པར་བྱེད་པ་དང་བྱེད་མི་ཉན་པའི་བཟོད་པ་སྡུག་བསྔལ་དང་དུ་བླངས་པའི་བཟོད་པ་ཆོས་ལ་ངེས་པར་སེམས་པ་ལ་སོགས་མོས་པ་གསུམ་པའི་བཟོད་པ་བཞི་ཡོད་གསུམ་ཡོད་པར་འདི་དག་དང་པོ་སྟེ། གནོད་པར་བྱེད་པའི་སེམས་ཅན་གྱི་རང་བཞིན་ལ་ཅན་དུ་བཟོད་པར་བྱེད་པ་ས་དང་བ་རུ་པ་གའི་ང་ལ་ཡ་དང་སྐད་ཆ་ངན་པ་བཤད་ད་ནི་ལག་པ་བརྡབ་འཁྲུག་པ་ཤོག་དེ་འདྲའི་ཁོང་ཁྲོ་བྱས་ཡོང་དུས་བསམ་པ་ལ་ཨོ་སྙིང་རྗེ་ཁོ་ཡང་ཁག་ཡོད་མ་རེད་བསམ་ནས་བསམ་མ་བཏང་དགོ་བ་རེད་འདུག་ཨ་ཁག་ཡོད་མ་རེད་བསམ་ནས་བསམ་མ་བཏང་དགོ་བ་རེད།

འོ་ན་སུ་ལ་ཟ་གི་འདུག་ཟེར་ན་རྒྱུག་པ་ཞུ་མཁན་ཁོ་ལ་ཡང་བསམ་བློ་རྩེ་གུ་ཟ་གི་འདུག་ཟེར། ང་རང་བསམ་ན་རྒྱུག་པ་ལ་རང་དབང་ཡོད་མ་རེད་རང་དབང་མེད་པ་ཡིན་དུས་བསམ་པ་ན་རང་དབང་མེད་པ་བཟོ་མཁན་ཁོ་ཕ་རོལ་པོ་མི་དགྲ་བོ་དེ་རེད་ཁོ་རེད་ཁོ་ལ་ཁོང་ཁྲོ་ཟ་གི་འདུག་ཟེར་ན་དེ་རྒྱུ་མཚན་ཡག་པོ་མི་འདུག་ཟེར་བྱས་ན་དེ་འདྲ་ཡིན་ན་ཁོ་ལ་ཡང་ཁོང་ཁྲོ་ཟ་དགོས་ཡ་མི་འདུག་བ་ཟེར་གང་རེད་ཟེར་ན་རྒྱུག་པ་ལ་རང་དབང་མེད་པ་ན་ཞིག་ཁོ་ལ་རང་དབང་ཡོད་མ་རེད། གར་བྱས་ནས་ཁོ་ཞེ་སྡང་གི་འབུ་ཅག་རྒྱག་ཡོང་རེད་ཟེར་ལབ་པ་རེད་འགྲོ་བ། འོ་དེ་རེད་འགྲོ་བ་ད། དེ་འདྲའི་ཡོད་དུ་འཇུག་པ་ལ་རང་དབང་མེད་པ་དེ་ཕར་ཞོག་དེ་གའི་ལག་པས་འདུག་ཟེར་ཡག་ཟེར་ནས་ཀོང་ཟེར་ཞུས་ཡོང་བ་རེད་བ། ཞུས་ཡོང་ཟེར་ཙམ་པ་ལ་འཇུག་པ་ཞུ་མཁན་དེ་ལ་ཁོང་ཁྲོ་ཟ་སོང་ང་ལ་ཟེར་ན་ཁོས་ཞུས་པ་རེད་ཟེར། ཁོ་ལ་ཡང་རང་དབང་ཡོད་མ་རེད་ཟེར་ག་ཟེར་ཁོའི་ཁོག་པའི་ནང་ལ་ཡོད་བསྡད་པ་ཁོང་ཁྲོ་ཟ་ཡག་ཞིག་ཡོད་རེད། འོ་དེ་གིས་ཞུས་ཡོང་ད་ཁོང་ཁྲོ་འཁྲུག་པ་རྒྱག་ན་ཞེ་སྡང་ལ་རྒྱག་དགོས་རེད་ཟེར་ལབ་པ་རེད།

ལག་པ་དང་ནི་ཐུགས་རྗེ་ཆེ་ཨ། ད་རུང་ཞུ་རོགས་གནང་ཨ་བཟའ་བ་བྱེད་ན་ཨ་ནི་ཡག་པོ་ཡོད་རེད་བསལ་བ་རེད་འདུག་བ། དེ་འདྲ་ཡིན་ན་ད་ནི་ད་ཁོང་ཁྲོ་སུ་ལ་ཟ་དགོས་ད་ཁོང་ཁྲོ་ལ་ཟ་དགོས་རེད། ཁོང་ཁྲོ་ཟ་ས་དེ་ང་རང་ཁོང་ཁྲོ་ཟ་ས་དེ་ཕ་རོལ་པོ་ཁོང་ཁྲོ་ཟ་དགོས་བ་རེད་འདུག་བ། འོ་དེ་འདྲ་ཡིན་དུ་དེ་འདྲ་ཟ་བ་ཡིན་ན་ད་ཉམས་ལེན་ཡང་དག་བ་རེད། དེ་འདྲ་ཡིན་དུ་དགྲ་བོ་ངོ་མ་དེ་ཁོང་ཁྲོ་ཆགས་སོང་བ། དེ་ལ་བསམ་བློ་བཏང་ནས་ད། ད་ལྟ་འདི་ན་ལས་དབྱེ་བ་གསུམ་ལ་ནི་དང་པོ་གནོད་པར་བྱེད་པ་ལ་ཇི་མི་སྙམ་པའི་བཟོད་པ་ཟེར་ཡ་དེ། གནོད་པར་བྱེད་མཁན་གྱི་སེམས་ཀྱི་རང་བཞིན་ལ་སྐྱེས་ནས་བཟོད་པ་བྱེད་སྟངས་དེ་དེ་འདྲ་རེད་འདུག་བ། ཁོ་ལ་ཡར་སེམས་ལ་རང་དབང་མེད་པར་བསམ་བློ་བཏང་ནས། དེ་ལ་དཔེར་ན་ཨམ་ཆི་དེ་འདྲའི་སྨན་ཁང་ནང་ལ་ཡ་སྨྱོ་ཁང་ནང་ལ་འགྲོ་ཡི་འདུག་བསམ་པ་ལ་སྨྱོན་པའི་གེགས་ཡིན་ད་ནི་ཅིག་གིས་སྨྱོན་པའི་སྦྲག་སྦྲ་ལ་ཞུགས་ཡི་འདུག་བསམ་པ་ལ་ཁོ་ཁོང་ཁྲོ་ཟ་གི་མ་རེད་ཟེར་གི་འདུག་བ་ད་གོམས་སོང་ཟེར་བསམ་པ་ལ་ཁོ་སྨྱོ་བའི་རང་བཞིན་ཤེས་ཀྱི་ཡོད་རེད་བ། ཨོ་ད་ཉིན་གཅིག་ཁོ་ཁོ་རང་རང་དབང་ཡོད་མ་རེད་ད་ང་ལ་ཞུས་ཡོང་རེད་བསམ་ནས་ཁོང་ཁྲོ་ཟ་གི་མི་འདུག་བ། ཨམ་ཆི་ཕྱི་ལོག་ཡོང་ནས་ང་ཚོ་ཅིག་ཞུ་བའི་འདི་ལ་ཨམ་ཆི་གིས་ཚུར་ཞུ་གི་རེད་མ་གཏོགས་ཁྱོད་སྨྱོན་པ་རེད་ཟེར་གི་མ་རེད་བ། ཨོ་དེ་ཡིན་འདུག་ཁོའི་རྐྱེན་ལ་བལྟས་ནས་ཁོའི་རྒྱུ་མཚན་ཧ་གོ་ཐུབ་ཀྱི་འདུག་བ། ཞུ་དགོས་ས་སུ་ཡིན་མ་གོ་ས་རེད་སུ་ཡིན་ཨོ་དེ་ནང་བཞིན་དེ་ལ་ཆོས་བྱེད་པ་གིས་ཡང། ཨོ་ཁོ་ལ་རང་དབང་ཡོད་མ་རེད་ད་དངོས་གནས་ཁོ་ཞེ་སྡང་རེད་བསམ་ནས་ཞེ་སྡང་ན་ཡག་ཨ་ནི་སྙིང་དུ་སྙིང་དུ་བཅངས་ཞེ་སྡང་ན་ཡག་སྙིང་ནས་སེམས་ཁོང་ཁྲོ་སེམས་སེམས་མ་ཞིག་བཅངས་ནས་ད་དེ་ལ་དགྲ་ལན་སློག་གོ་རེད་གསུང་བ་རེད་ཨོ་དེ་ད་དེ་གི་དགྲ་ལན་སློག་ཡག་ལ་ག་རེ་ཡག་ཤོས་དེ་ད་བཟོད་པ་སྒོམ་དགོ་བ་རེད་བཟོད་པའི་སྟོབས་ཀྱིས་དེ་ནས་ཞེ་སྡང་ཞི་བར་བྱེད་དགོ་བ་རེད་རེད་འདུག་བ། དེ་མ་གཏོགས་ཡང་ཁོང་ཁྲོ་ལ་ཡག་སླར་ཡང་ཁོང་ཁྲོ་བཅོམ་ནས་ད་ཞེ་སྡང་ལ་ཡག་ཞེ་སྡང་ལངས་ནས་ཡང་ཞེ་སྡང་བཅོམ་དགོ་ཟེར་ན་ཡང་ཡོད་མ་རེད་བ་ཨོ་དེ་ནི་སྡུག་རུ་འགྲོ་གི་རེད་ད། དེ་འདྲ་ཡིན་དུ་སྡུག་བསྔལ་གནོད་བྱེད་ཀྱི་སེམས་ཅན་གྱི་རང་བཞིན་ལ་སྤྱད་ནས་བཟོད་པར་བྱེད་པ་དང་གཉིས་པ་དེ་ནི་སྡུག་བསྔལ་འབྱུང་བའི་འོག་ལ་སྤྱད་ནས་བཟོད་པར་བྱེད་པ། གསུམ་པ་དེ་ཆོས་རྣམས་ཀྱི་ཕྱིན་ཅི་མ་ལོག་པ་དང་ནི་ལུགས་ཡང་དག་པར་རྟོགས་པ་སོ་སོར་རྟོག་པ་ཤེས་རབ་ལ་བརྟག་དཔྱད་བཏང་ནས་བཟོད་པར་བྱེད་པ་དེ་རེད་དང་པོ་གཉིས་ཀུན་རྫོབ་དབང་དུ་བྱས་ནས་བཟོད་པ་བསྒོམ་པ་ཡིན་ཕྱི་མ་དེ་དོན་ཐམས་ཅད་དབང་དུ་བྱས་པ་ཡིན། དེ་ལྟར་སོ་སོའི་མཚན་ཉིད་ཤེས་ན་དེ་ལ་དང་པོ་ནི་བདག་གམ་བདག་གི་བ་ལ་རྡེག་པ་དང་གཤེ་བ་དང་ཁྲོ་བ་དང་འཚང་འདྲོ་བ་ལ་སོགས་པ་མི་འདོད་པར་བྱེད་པ་དང། འདོད་པའི་གེགས་བྱེད་པ་བདག་གིས་བཟོད་པར་བྱེད་པའོ། དེ་ལ་བཟོད་པ་གང་ཞེ་ན་མི་འཁྲུགས་པ་དང་ཕྱིར་གནོད་པ་མི་བྱེད་པ་དང་སེམས་ལ་མི་འཛིན་པ་གང་ཡིན་པ་དེ་བཟོད་པ་ཞེས་བྱའོ། དེ་ཡང་སློབ་དཔོན་ཞི་བ་ལས་བརྟགས་ན་གཞན་དག་བདག་ལ་གནོད་པར་བྱེད་པ་དེ་ཁོ་ལ་རང་དབང་མེད་པར་བརྟག་དཔྱད་བཏང་པ། རང་གི་ལས་ཀྱི་ཉེས་པར་བརྟགས་པ། རང་གི་ལུས་ཀྱི་ཉེས་པར་བརྟགས་པ། སེམས་ཀྱི་ཉེས་པར་བརྟགས་པ། སྐྱོན་ཅན་ཕྱི་མས་ལ་འཇུག་བར་བརྟགས་པ། ཕན་འདོགས་པར་བརྟགས་པ། དྲིན་ཆེ་བར་བརྟགས་པ། གསང་ཆེན་རྙེད་པར་བརྟགས་པ་དང་ཕན་ཆེ་བར་བརྟགས་པ་ལ་སོགས་པ་གསུངས་སོ། དེ་ལ་དང་པོ་ནི། ལྷ་སྦྱིན་ལྟ་བུ་བདག་ལ་གནོད་པར་བྱེད་པ་དེ་ནི་ཞེ་སྡང་གིས་ལྷ་སྦྱིན་ལ་རང་དབང་མེད་པ་རེད། ཞེ་སྡང་གིས་ནི་ཡུལ་ཡུལ་དུ་མི་དབང་བ་གི་དབང་མེད་དུ་ཆགས་སོང་བ་རེད། དེས་ན་ཁོ་ལ་རང་དབང་མེད་པ་ཡིན་པས་ན་བདག་གིས་ལན་བྱ་བར་མི་རིགས། ད་ངས་ད་གིས་གོང་དུ་ཞུས་པ་དེ་དེ་རེད། དེ་ལྟར་ཐམས་ཅད་གཞན་གྱི་དབང་དེ་ཡི་དབང་གིས་དེ་དབང་མེད་དེ་ལྟར་ཤེས་ན་སྤྲུལ་རྟག་པ་དངོས་པོ་ཀུན་ལ་འཕྲོ་མི་འགྱུར་ས་དག་ཐམས་ཅད་གཞན་དབང་ཡིན་པ་རང་ལ་རང་དབང་མེད་པ་བདག་གིས་གོང་དུ་ཞུས་པ་ནང་བཞིན་གྱི་ཞེ་སྡང་གི་རེ་སྔོན་དུ་སོང་བ་མ་གཏོགས་ཁོ་རང་ལ་ཡང་དེ་འདྲ་གི་ཀུན་སློང་ཡོད་མ་རེད་བསམ་པའི་གེ་སར་མ་བཏང་ཡོད་ན་ད་ནི་དེ་ལྟར་ཤེས་ན་སྤྲུལ་ལྟ་བུ་སྤྲུལ་ཟེར་ན་སྤྲུལ་པ་ལྟ་བུ་རྨི་ལམ་ལྟ་བུ་སྒྱུ་མ་ལྟ་བུ་དྲི་ཟའི་གྲོང་ཁྱེར་ལྟ་བུ་སྣང་ལ་རང་བཞིན་ཅན་མ་གྲུབ་པ་རེད་བསམ་ནས་བསམ་མ་བཏང་ན་ཡིན་ན་ད་ནི་ཁོང་ཁྲོ་ལང་གི་མ་རེད་ད་རེད་དུ་འང་སྤྱོད་འཇུག་ནང་ཡང་ཞེན་ད་ཞེན་ཡང་ཡོད་རེད་ད་ནི་གང་རེད། སྤྲུལ་པ་བཞིན་དུ་ང་མེད་པར་ཡིད་འདི་རྟག་ཏུ་བསྲུང་བར་བྱ། ཟེར་དང། ཁ་རྣ་བ་སོགས་མའི་ངོས་ལ་བདག་དང་སེམས་ཀྱི་དབང་བྱེད་ཕྱིར་སྤྲུལ་པ་བཞིན་དུ་ང་མེད་པར་ཡིད་འདི་རྟག་ཏུ་བསྲུང་བར་བྱ། ཟེར་སྤྲུལ་པ་ལྟ་བུ་སྒྱུ་མ་ལྟ་བུ་རྨི་ལམ་ལྟ་བུ་བསལ་ཏེ་དུས་རྒྱུན་དུ་ང་རང་ཚོའི་སེམས་ལ་ཡང་དངོས་སུ་རྟོགས་མ་ཐུབ་ན་ཡང་འདི་འདྲ་ཞིག་གི་སེམས་བ་རྟག་པར་བཅངས་བསྡད་པ་ཡིན་ན་དེ་ལ་གོམས་པ་ཡག་པོ་བསླད་ཡོང་དུས་བསམ་པ་ལ་ཨ་ནི་ཅིག། རྐྱེན་ངན་དྲག་པོ་འཕྲད་ཡོང་དུས་བསམ་པ་ལ་ཡ་བསམ་མོ་ཆེ་བཟོ་འདྲ་བོ་དང་བལྟས་ཚེ་མ་འདྲ་བ་ཞིག་ཡོང་གི་རེད་ཟེར་གསུང་གི་འདུག་བ་ལ་མ་གོང་མ་ཐམས་ཅད་ཀྱིས་དེ་མ་གཏོགས་ད་ནི་རྟག་པར་ང་རང་ཚོའི་སེམས་དེ་སྤྲུལ་པ་ལྟ་བུ་རྨི་ལམ་ལྟ་བུ་གི་བསམ་མོ་དེ་མེད་ཨ་ནི་ཅིག་འདོད་པའི་གཞན་དབང་དུ་སོང། ལྟེ་གནས་གཅིག་གིས་ཆགས་སྡང་རྣམ་པར་རྟོག་པ་དེ་ཁོ་ན་ལ་དམ་འཛིན་བྱས་ལ་ནི་བདག་དང་ལྡན་པར་གྲུབ་པའི་བློ་དེ་རང་ལ་ཡང་གོམས་པ་བྱས་ནས་དེ་ལས་ཕ་མཐའ་ཡས་ཀྱི་ཐབས་ཤེས་གཙང་ནས་མ་བྱས་ན་ལ་ནི་རྐྱེན་ངན་དྲག་པོ་འཕྲད་ཡོང་དུས་བརྩམས་པ་ལ་ཡང་ང་ལ་བྱིན་རླབས་གནང་རོགས་གནང་ང་ལ་ཐུགས་རྗེས་གཟིགས་རོགས་གནང་ཟེར་ན་ཡང་དེ་དཀའ་ངལ་ཆེན་པོ་ཡོད་པ་རེད་ག་རེ་ཟེར་ན་ལམ་སློབ་པ་པོ་སོ་སོ་རེད་སོ་སོས་དེ་བྱེད་དགོས་བ་མ་གཏོགས་གཞན་གྱིས་རོགས་པ་བྱེད་ཐུབ་ཡ་དེ་ཡོད་མ་ར་བ་དེ་འདྲས་ཡོང་དུས་བརྩམས་པ་ད་དུས་ཡུན་དུ་ནས་དེ་འདྲས་ཀྱི་སྤྲུལ་པ་ལྟ་བུ་དང་རྨི་ལམ་ལྟ་བུ་དྲི་ཟའི་གྲོང་ཁྱེར་ལྟ་བུ་སྒྱུ་མ་ལྟ་བུ་རེད་བསམ་པའི་གི་སྣང་ལ་རང་བཞིན་མ་གྲུབ་པའི་ཚུལ་དེ་ལ་ཡང་ང་རང་ཚོས་ད་རྣམ་པར་རྟོག་པ་ད་རེད་བ་རྣམ་པར་རྟོག་པ་དེས་ད་ཅིག་དེ་ལ་གོམས་འདྲིས་བྱས་ནས་དེ་ལ་འཇིགས་ཡེ་ན། ག་ལི་ག་ལི་ན་དཔེ་མཛོད་ཅིག་རྣམ་པར་རྟོག་པ་དང་བྲལ་བའི་གྱི་དང། དེ་འདྲའི་གྱི་གནས་ཚུལ་ལི་ཡ་ཐག་ཉེ་རུ་ཉེ་རུ་འགྲོ་ཡ་དེ་ཕེ་ཐོ་ཆེན་པོ་ཡོད་སའི་དབུ་མ་བཞི་བརྒྱ་པའི་འདང་ལ་ཡང་མང་པོ་སོང་ཡོད་པ་རེད་དེ་འདྲའི་ཡིན་དུས། དེའི་གི་དང་དེ་ལ་ཡང་གོམ་པ་ཤུགས་ཆེན་པོ་དགོས་ཀྱི་ཡོད་རེད་གསུང་བ་རེད་འདུག་བ། དེ་རེད། དེ་ནས། དེ་ལྟར་བསམ་གྱི་ཤེས་ཀྱི་བ་དེའི་དབང་གིས་དང། དེ་ལྟར་ཤེས་ན་སྤྲུལ་ལྟ་བ་དངོས་པོ་ཀུན་ལ་འཁྲུལ་མ་ཤེས་སོ་རང་གི་ལས་ཀྱི་ཉེས་པ་བརྟགས་པ་ནི་བདག་གིས་ད་ལྟ་མྱོང་བའི་གནོད་པ་འདི་ཁོ་ན་འདྲ་བ་ཅིག་སྔ་མ་སྔ་མ་ལ་བྱས་པའི་གནོད་པ་འཆིང་བ་དེས་ན་རང་གི་ལས་ངན་ལས་ཉེས་པ་འདི་གཞན་ལ་ལན་བྱ་བར་མི་ལུས་སོ། བདག་གིས་སྔོན་ཆད་སེམས་ཅན་ལ་འདི་འདྲ་བ་ཡང་གནོད་པ་ཆེ་དེ་བས་སེམས་ཅན་ཚེ་ཆད་པར་བདག་ལ་གནོད་པ་འདི་འབྱུང་རེས་ང་ཚོ་ལས་འབྲས་ཟ་མ་བཏང་གི་ཡོད་པ་ཡིན་དུས་ཅིང་ལ་བས་ལ་གི་ཡོད་རེད་བ་ད་ཚེ་རང་ངོ་མ་ནམ་སོ་ངའི་ཕ་དེ་འདྲ་ཞིག་གཞན་ལ་ཡང་གནོད་པ་ཆེ་ཡོད་རེད་དེ་ཡིས་ད་ལན་ཞོག་གི་ད་ཚེ་འདི་ལ་ང་རང་ལ་ཚུལ་སྨིན་པ་རེད་བསམ་ནས་ཅི་ཐང་གི་ད་དེ་འདྲ་ཞིག་བསམ་བློ་བཏང་པ་ཡིན་ན་ཡང་ཕན་ཐོག་ཅི་ལ་བལྟས་ཚེ་ཡོང་བསྡད་ཀྱི་ཡོད་ས་རེད་བ་ཅིག་ཆོས་ཆོས་ཀྱི་ཆོས་ལ་ཡང་གོམས་པ་ཤུགས་ཆེན་པོ་མེད་ན་ཡང་ཅི་ཐང་འཇིག་རྟེན་པ་ཅིག་གི་ཡང་འགའ་ཤས་འགའ་ཤས་དེ་འདྲ་ལབ་གི་འདུག་བ་ད་ཐབས་ཤེས་ཡོད་མ་རེད་ད་ང་རང་ཚེ་རང་ངོ་མ་ནམ་སོ་ཡང་ལས་ངན་པ་དེ་འདྲ་ཅིག་བྱས་ཡོད་པ་གཞི་ལ་བཞག་ད་དེ་འདྲ་ཅིག་གི་ཕྱོགས་ནས་ད་རན་བྱུང་པ་ཡིན་ས་རེད་ད་ཐབས་ཤེས་གང་ཡང་མི་འདུག་ཟེར་ཡོང་དུས་སེམས་ལ་ཡ། ཞེ་སྡང་ཤུགས་ཆུང་དུ་འགྲོ་ཐུབ་ཡ། འཁོན་འཛིན་དེ་ཡང་ཤུགས་ཆུང་དུ་འགྲོ་ཐུབ་ཡ། སེམས་ལ་བརྟན་པོ་མེད་པ་དང་ཡིད་ལ་སྡུག་བསྔལ་དེ་ཡང་ཤུགས་ཆུང་དུ་འགྲོ་ཐུབ་ཡ། གནས་སྐབས་གནས་སྐབས་ལ་ཡང་ཕན་ཐོགས་ཆེན་པོ་ཡོང་འདོད་ཀྱི་འདུག་ཟེར་གྱི་འདུག་བ། དེ་འདྲ་ཡིན་རུང་དེ་ཚོ་ཡང་དག་ཅིག་བསམ་བློ་བཏང་ཕྱོགས་དང་བསམ་བློའི་འཁྱེར་སོ་ཟེར་ཡ་དེ་ང་ཚོ་ད་སེམས་ལ་ཡ། ཡོན་ཏན་གོང་འཕེལ་བཏང་ཡ་དེ་ཁྱད་པར་མ་ཐབས་མང་པོ་འདུག་བ། དེ་འདྲ་ཡིན་དུས་ད་ག་ཙག་ཅིག་བསམ་བློ་བཏང་བ་ཡིན་ན་ཡང་ཅིག་ཁོང་ཁྲོ་ཞེ་དྲག་ཟ་མ་ཐུབ་བ། ཁོང་ཁྲོ་དེ་ཅིག་དུས་རྒྱུན་ཆེན་པོ་ཡོད་ན་ཡང་དེ་འདྲ་ཡང་ཅིག་ཁོང་ཁྲོ་དེ་ཆུང་དུ་བཏང་ཐུབ་ཡ། དུས་ཚོད་ཡང་ཉུང་དུ་བཏང་ཐུབ་ཡ་ལ། བསམ་བློ་གཏང་སྲོལ་གྱི་ཕྱིར་སྲོལ་གྱི་བྱེད་པ་ཡང་དེ་འདྲའི་འགྲོ་གི་ཡོད་པ་རེད་དེ་ཡང་དུ་ལས་ལ་བསམ་བློ་གཏང་ཟེར་ཡག་དུས་དེ་རེད་འདུག་དེ་ནས་རང་གི་ལུས་ཀྱི་ཉེས་པར་བརྟག་པ་ནི་རང་གི་ལུས་འདི་མེད་ན་ཕ་གྲུ་པ་མཚོན་ཆ་ལ་སོགས་པ་འདེགས་ས་མི་རྙེད་དེ་ཐོས་ན་ལུས་འདི་ཡོད་པའི་གནོད་པ་དེ་བྱུང་བ་ཡིན་ལ་གཞན་ལ་ལན་བྱ་བ་མི་རིགས་སོ། དེ་ཡིས་མཚོན་ན་བདག་གི་ལུས་གཉིས་ཀ་སྡུག་བསྔལ་རྒྱུ་ཡིན་ཏེ་དེ་མཚོན་བདག་གི་ལུས་ཆུང་ན་གང་ཅི་ང་ལ་ཁྲོ་བར་བྱ་ཟེར་ད་མི་ཤེས་དགུ་བྱེད་བྱེད་མཁན་དེ་ང་རང་རེད་བྱ་སླ་བ་རེད་ང་རང་ས་དང་པོ་ཁྱོད་གར་བྱས་ནས་སླེབས་ཡོང་བ་ཡིན་ཟེར་འཇིག་རྟེན་གྱི་ཁམས་འདི་ལ་ཡ་དང་པོ་ཁྱོད་རང་འཇིག་རྟེན་གྱི་ཁམས་འདི་ལ་སླེབས་མེད་ན་ཁོ་འཇུག་པར་ཞུགས་དགོས་བསམ་ནས་ཞུ་ས་ཡོད་མ་རེད་ཟེར།

ཞེ་སྡང་དངོས་ཡང་མ་རིག་པ་དང་ཞེ་སྡང་དང་འདོད་ཆགས་ཀྱི་རྣམ་པར་རྟོག་པའི་དབང་དུ་སོང་ནས་ཨ་ནེ་སྡུག་བསྔལ་དེ་བྱུང་བར་ད་ཡང་ད་རུང་ཡང་རྒྱུག་པ་མུ་མཐུད་ནས་ཟད་དགོས་ཡ་དེ་དེ་ཚོའི་བྱས་པ་ཡིན་དུས་ད་རང་སོ་སོའི་སེམས་ལ་ཡོད་པའི་མ་རིག་པའི་གི་ད་ལོག་ཕྱིན་ཅི་ལོག་པའི་གི་རྣམ་པར་རྟོག་པ་དེ་སྤང་དགོས་རེད་ཟེར་ཡ་དེ་ཤུགས་ལ་དེ་གོ་དགོས་འདུག་བ་འོ་དེ་རེད། སེམས་ཀྱི་ཉེས་པར་བཏགས་པ་ནི་རང་སེམས་འདིས་ལུས་བཟང་པོ་གཞན་གྱིས་གནོད་པར་བྱ་བ་མི་འཛིན་པ་ལུས་ངན་པ་ཟས་རགས་ཅན་འབྱུང་བའི་གནོད་པས་ཚུགས་པ་ཡིན་ཟེར་དེ་ནས་གཟུགས་པོ་དེ་ཡང་ཅི་སྟངས་ཀྱི་བཟོད་པ་བསྒོམ་ཐུབ་མཁན་ཞིག་སྟེ་ཙེ་ཙེ་མིག་གིས་གདུང་འདེགས་ལ་སོགས་པ་བྱས་ཤོར་ནས་བཟོད་པ་བསྒོམ་ཐུབ་ན་ད་ཨོ་ཟེར་བ་དེ་འདྲ་མ་རེད་ད་གཟུགས་པོ་ཚང་མ་རྨ་ཡི་གང་དུ་འཇོག་ཟིན་པ་ལས་སྦུག་མང་པོ་ནང་ན་བསྡད་བསྡད་པ་ཡིན་ན་ད་ནི་འདི་ནས་ཅི་ཐུག་ཡིན་འདོད་མ་རེད་འདི་ནས་ཡང་ཐུག་འོ་ན་མ་བསྡད་བསྡད་ཞིག་ཡོང་གི་འདུག་བ་དེ་འདྲ་བོ་བྱས་ད་བཟོད་པ་རྩ་ནས་བསྒོམ་མ་ཐུབ་པ་ལུས་ཟད་རགས་ཅན་ཅིག་སྐྱེས་ཡོང་བ་ཡིན་དུས་དེ་ཡི་ཤུགས་ཀྱིས་བྱུང་བ་རེད་གསུང་བ་རེད་འདུག་བ། ཤུ་བ་མི་ཡི་གསུང་འདྲ་བོ་རེ་སྐྱོ་མི་ཟེར་སྡུག་བསྔལ་གྱི་གསེར་སྡོང་དག་གིས་བཟུང་ཀྱང་དེ་ལ་གནོད་པ་སུ་ལ་འཕྲོ་སོ་སོའི་ནོར་འཁྲུལ་རེད་གསུང་བ་རེད་དེ་འདྲ་ཡིན་དུས་རང་གི་ཞེ་སྡང་འདྲ་བོ་བཏུལ་དགོས་བ་རེད།

ད་ད་རུང་ཕལ་ཆེར་རེད་གསུངས་བ་རེད་དེ་འདྲ་ཡིན་དུ་བྱམས་དང་སྙིང་རྗེ་གི་དམག་དྲངས་ནས་རང་གི་སེམས་རྒྱུད་མ་རུང་པ་བྱེད་མཁན་དེ་ཞེ་སྡང་ཟེར་ཡ་དེ་ཡིན་པ་ཡིན་དུ་དེ་ཡི་དགྲ་བོ་དེ་བཅོམ་ཤག་ན་དེ་ནས་ཕྱི་རོལ་དགྲ་བོ་ཐམས་ཅད་དེ་ཤུགས་ཀྱིས་བཅོམ་འགྲོ་གི་རེད་ཤུགས་ཀྱིས་དུར་ཐུག་གི་རེད་ཟེར་ནས་གསུངས་པ་རེད། འོ་དེ་རེད་དོ། དེ་ནས་སྐྱོན་ཅན་ཆད་མེད་དུ་འབྱུང་བ་བརྟག་པ་ནི་ཇི་སྐད་དུ་ལུས་ལ་ལ་ལ་རྨོངས་ཏེ་ཉེས་པ་བྱེད་ལ་ལ་རྨོངས་ཏེ་ཁྲོས་ཤོར་ན་དེ་ལ་སྐྱོན་མེད་གང་གིས་བྱས་སྐྱོན་དང་བཅས་ཏེ་གང་ཞིག་ཡིན་ཟེར་ད་རྨོངས་པ་མ་རིག་པ་དབང་གིས་ཉེས་པ་བཟོ་མཁན་ཡོད་རེད་མདའ་བྱས་ནས་འདོད་ཆགས་ཀྱི་དབང་གིས་ཡང་འཇུག་གི་ཡོད་རེད་ལ་ལ་ནི་ལ་ནི་ཅིག་ཕྲག་དོག་གི་དབང་གིས་ཟུག་གི་ཡོད་རེད་དེ་ཡིན་རེད་དམ་ཐམས་ཅད་དག་སྐྱོན་དང་བཅས་པ་རེད་མ་གཏོགས་སྐྱོན་ཡོད་པ་དང་མེད་པ་གཉིས་ཡོད་མ་རེད་ཟེར་ཐམས་ཅད་སྐྱོན་ཕྱིན་ཆད་མེད་རེད་གསུང་བ་རེད་དེས་ན་སྐྱོན་ལ་འཛེམ་པར་བཟོད་པར་བྱའོ། ཕན་འདོགས་པ་བརྟགས་པ་ནི་གནོད་བྱེད་ལ་བརྟེན་ནས་བཟོད་པ་བསྒོམ་པ་བཟོད་པ་བསྒོམ་པས་སྡིག་པ་བྱང་སྡིག་པ་བྱང་བའི་ཚོགས་རྫོགས་ཚོགས་རྫོགས་པའི་ཡོན་ཀུན་ཏུ་མངོན་པར་རྫོགས་པར་སངས་རྒྱས་ཏེ་དེས་ན་གནོད་བྱེད་ཀྱི་དགྲ་བོ་དེ་དོན་གྱི་ཕན་འདོགས་ཆེན་པོ་ཡིན་པས་བཟོད་པར་བྱའོ་ད་དགྲ་བོ་ཟེར་ཡ་དེ་རྩ་བ་ཆེན་པོ་ཡིན་པ་རེད་འདུག་བ་དེ་ལ་བརྟེན་ནས་ང་ཚོ་དམིགས་པ་བསྒོམ་ཡོད་དེ་དགྲ་བོ་དེ་མདུན་ལ་བཞག་ནས་བསྒོམ་དགོས་ཀྱི་འདུག་བ་ད་དགྲ་བོ་འདི་ཟེར་ཡ་དེ་དག་དྲིན་ཆེན་པོ་རེད་ཟེར། དགྲ་བོ་འདི་ལ་བརྟེན་ནས་དེ་ནི་བྱང་ཆུབ་ཀྱི་སེམས་ང་ཚོས་ཅི་ན་བཟོད་པ་བསྒོམ་པ་དང་དགྲ་བོ་དགོས་ཀྱི་རེད་མ་གཏོགས་དགྲ་བོ་མེད་ན་བཟོད་པ་བསྒོམ་པའི་སྟེང་ཡོད་མ་རེད། བཟོད་པ་མ་བསྒོམ་ན་ཕ་རོལ་ཏུ་ཕྱིན་པ་འགྲོ་གི་ཚང་གི་མ་རེད་དེ་མ་ཚང་ན་བླ་མེད་ཀྱི་འབྲས་བུ་ཐོབ་གི་མ་རེད་དེ་འདྲ་ཡོད་འདུག་ད་དགྲ་བོ་ཟེར་ཡག་དེ་ཁྱོད་བཀའ་དྲིན་ཆེན་པོ་རེད་ཅི་རིགས་སངས་རྒྱས་བསྒྲུབ་པ་ལ་སེམས་ཅན་དང་སངས་རྒྱས་གཉིས་ཀ་བཀའ་དྲིན་ཆེན་པོ་རེད་དེའི་ནང་ནས་ཀྱང་གནོད་བྱེད་ཀྱི་དགྲ་བོ་ཟེར་གི་རེད་ང་ལ་ཡ་ཚིག་ངན་པ་སྣ། སྐྱོན་འཛུགས་མཚང་འབྲུ་བཅས་མ་རུངས་པ་བྱེད་མཁན་འདི་བཀའ་དྲིན་ཆེན་པོ་རེད་ཤག་ཡིན་པའི་རྒྱུ་མཚན་ག་རེད་ཟེར་ན་ཁོ་བ་ཐོག་མེད་ནས་ཨ་ནེ་གཅིག་གི་བློ་ཕྱིན་ཅི་ལོག་པ་འདི་ཁོ་ན་ལ་གོམས་བསམ་དུ་ང་ཆེའོ་ང་མཐོའོ་ང་ཡག་པོ་ཡིན་ང་འཇིགས་པ་ཡིན་ང་ཕན་ཚུན་ཚོགས་པ་ཡིན་བསམ་པའི་གེ་ང་ལ་ཡག་ད་ནི་མཆོག་ཏུ་མཛེས་པའི་གེ་ད་ཕྱུགས་འཛིན་གི་ད་ལྟ་བ་ཤུགས་ཆེན་པོ་ཡོད་པ་རེད་དེ་ལ་བརྟེན་ནས་ཨ་ནེ་གཅིག་ཡོན་ཏན་གོང་མ་ཐམས་ཅད་རྒྱུད་ལ་སྐྱེས་ཐུབ་ཀི་མི་འདུག་ད་ལྟ་ཨ་ནེ་གཅིག་ཁྱེད་རང་གི་ད་དགེ་བའི་བཤེས་གཉེན་གི་སྤྲུལ་པ་ལྟ་བུ་བྱས་ནས་ད་དངོས་སུ་བྱོན་ནས་ང་ལ་ཡག་ད་ནི་ཚིག་རྩུབ་ན་སྐྱོན་འཛུགས་མཚང་འབྲུ་བྱེད་ཡག་འདི་གི་ཨ་ནི་ཟླ་ངོ་ལ་ཆོག་ཚང་ཐོག་ཏུ་དགའ་བ་ཡིན་གསུང་བ་ནང་བཞིན་གྱི་དང་ཚང་གི་ཐོག་ལ་ཡང་དགའ་བའི་ཡོང་དུས་དེ་ལ་བརྟེན་ནས་དང་ང་ལ་ཡང་ཕན་ཐོག་ཆེན་པོ་བྱུང་སོང་ཆོས་ཀྱི་གནད་ཀ་ཡང་ཆེན་པོ་ཞིག་འདུག་དེ་ལ་ཕན་ཐོག་ཡང་ཆེན་པོ་འདུག་ལམ་གྱི་ཆོས་ཡང་དེ་གྱིས་ཆེན་པོ་ཞིག་འགྲོ་ཐུབ་ཀྱི་འདུག་དེ་འདྲའི་ཡོང་དུས་དགྲ་བོ་འདི་དག་སངས་རྒྱས་དངོས་ཅན་དུ་ཤེས་བཞག་ནས་དེ་ལ་བཀའ་དྲིན་ཅན་དུ་བསམ། དེ་ལ་ཡང་དེ་ནས་ཡོང་ནས་ཁྱད་པར་ཅན་དུ་བསམ་ཞིང་མཆོག་ཏུ་ཕྱོགས་པ་ལ་བསམ་བློ་བཏང་ནས་དང་བ་ཁུར་བ་སྤྲོ་བ་བཅས་ཡང་དེ་བྱང་ཆུབ་སེམས་དཔའི་ག་ཡོན་ཏན་ཁྱད་པར་ཅན་ཡིན་གསུང་བ་དུ་བ་དེ་དགོས་ཀྱི་རེད་གསུང་བ་རེད་དོ་ད། ཕན་པ་ཆེན་པོ་རེད། འདི་དག་ལ་ནི་བསྟན་བཅོས་བཟོད་པས་ད་ལྟའི་མ་དུ་བྱང་ན་ཤེས་པ་ལ་བཟོད་པ་གསུངས་སོ་དྲིན་ཆེ་བར་བཏགས་པ་ནི་བྱང་ཆུབ་སྒྲུབ་པ་ལ་བཟོད་པའི་ཕ་རོལ་ཏུ་ཕྱིན་པ་ན་མེད་དུ་མི་འདུག་ལ་བཟོད་པ་བསྒོམ་པ་ལ་གནོད་བྱེད་མེད་དུ་མི་འདུག་དེས་ན་གནོད་བྱེད་དེ་ཆོས་ཀྱི་གྲོགས་པོ་དྲིན་ཅན་ཡིན་པས་གནོད་པ་བཟོད་པར་བྱའོ། དེ་ལྟར་ཡང་བྱང་ཆུབ་སྤྱོད་པའི་གྲོགས་སྤྱོད་པ་བདག་གི་དགྲ་ལ་དགའ་བར་བྱ། འདི་ལྟར་བདག་གིས་བསྒྲུབས་པས་ན་དེ་ཕྱིར་བཟོད་པའི་འབྲས་བུ་ཐོག་མར་འདི་ལ་བདག་འོས་མི་ཐ་དེ་ནས་བཟོད་པའི་རྒྱུ་ཟེར་རང་ཉིད་བཟོད་པ་བསྒོམ་པའི་གི་འབྲས་བུ་དེ་ང་རང་ལ་ཡང་སྨིན་པར་མ་བྱས་པར་བྱས་བཟོད་པའི་འབྲས་བུ་དེས་དགྲ་བོ་འདི་ལ་ཕའང་བསྔོ་བ་བྱེད་དགོས་ཀྱི་རེད་གསུངས་བ་རེད་གང་རེད་ཟེར་ན་སངས་རྒྱས་བསྒྲུབ་པ་ལ་ཡང་ཕ་རོལ་ཏུ་ཕྱིན་པར་ཐུག་གི་ཡོན་ཏན་དེ་བཟོད་པའི་ཡོན་ཏན་དགྲ་བོ་དེ་ཡང་དགྲ་བོ་འདི་ལ་བརྟེན་ནས་ཡོང་གི་ཡོད་པ་ཡིན་དུས་དགྲ་བོ་འདིས་ཐོག་མཐའ་བར་གསུམ་ག་བ་བསམ་བློ་བཏང་པ་ཡིན་ན་ཡང་ཨ་ནེ་ཆེ་བྱང་ཆུབ་སེམས་ཀྱི་ཉམས་ལེན་ནི་ཡང་མེད་དུ་མི་རུང་བའི་གེ་ད་དགེ་བའི་ཞིང་ནས་དམ་པ་ཆེ་ཆགས་སོང་ཕན་ཐོགས་ཆེན་པོ་རེད་བཀའ་དྲིན་ཆེན་པོ་རེད་བསམ་གོ་བ་རེད་གསུང་བ་རེད་གསང་ཆེན་རྙེད་པར་བཏགས་པ་ནི་ཇི་སྐད་དུ་གཞན་ཡང་གཡོ་མེད་རྙེད་འབྱོར་པ་ཕན་པ་སྤང་མི་མཛད་ན་སེམས་ཅན་དགུ་དག་མ་གཏོགས་པ་གཞན་གང་ཞིག་གི་ལས་ལེན་འབྱོར་ཟེར་ད་གསང་ཆེན་ལས་ཕན་ཚུན་སེམས་པ་ཐམས་ཅད་ཀྱིས་བདག་བྱ་མཛད་པ་དེ་ག་རེ་ཟེར་ན་སེམས་ཅན་ལ་ཕན་བཏགས་པ་སེམས་ཅན་མགུ་བའི་གེ་བྱ་བ་དེ་མ་གཏོགས་རང་དོན་དོན་གཉེར་གྱི་བློ་ཡོད་མ་རེད་བ་འདི་འདྲ་ཡིན་དུས་ད་དོན་དག་དེ་འགྲུབ་པ་རེད་ཨ་ནེ་འགྲིག་ཟེར་བ་རེད་གསུང་བ་རེད། ཕན་ཡོན་ཆེ་བར་བརྟགས་པ་ནི་ཇི་སྐད་དུ་འདི་དང་མགུལ་ཆང་མང་པོ་ཞིག་ཏིལ་འབྲས་ཕུན་ཚོགས་འཕོ་བའི་ཞེས་གསུངས་སོ་བྱང་ཆུབ་སེམས་དཔའི་ས་ལས་འདུ་ཤེས་ལྔ་བཅས་ལ་བཟོད་པ་བསྒོམ་པར་གསུངས་ཏེ་ཇི་སྐད་དུ་གནོད་པར་བྱེད་པ་དང་སྙིང་དུ་སྡུག་པའི་འདུ་ཤེས། ཆོས་ཙམ་དུ་རྗེས་སུ་འབྲང་བའི་འདུ་ཤེས་མི་རྟག་པའི་འདུ་ཤེས་སྡུག་བསྔལ་བའི་འདུ་ཤེས་ཡོངས་སུ་བཟུང་བའི་འདུ་ཤེས་སོ། དེ་ལ་དང་པོ་ནི་ད་ལྟ་གནོད་བྱེད་ཀྱི་སེམས་ཅན་འདི་སྔོན་གྱི་ཚེ་རབས་བཞིན་དུ་རང་གི་ཕ་མ་ཡང་ཡིན་སྲིད་ཀྱི་རེད་རང་གི་སྤུན་ཟླ་ཡང་ཡོང་སྲིད་ཀྱི་རེད། དེ་འདྲ་ཡིན་དུས། དེ་ཙམ་དུ་མ་ཟད་སློབ་དཔོན་མ་གཅིག་པ་ནས་མེད་ལ་དེ་དག་གིས་བདག་ལ་ཕན་པར་བྱེད་པ་ནི་གྲངས་བཅད་ཀྱིས་མི་ཆོད་པས་ད་ལྟ་གནོད་པ་འདི་འདྲ་བ་ལག་ལེན་བྱེད་པར་མི་ཐོས་སྙམ་ནས་སྙིང་དུ་སྡུག་པའི་འདུ་ཤེས་གསོད་པར་བྱའོ། དང་ཚེ་རང་བསྔོ་བ་ཐོག་མེད་ནས་བྱས་ནས། སོ་སོ་གི་དམ་བཅའ་དགྲ་བོ་དེ་ཡང་ཕ་མ་བཅོས་པ་མེད་མ་མ་བཅོས་པ་མེད་པར་བ་ང་ཚོའི་དུས་ཆེན་ནས་མ་རེར་བྱོས་པའི་སེམས་ཅན་ཐམས་ཅད་སྲིད་ལག་ཡིན་དུས་ད་ལྟའི་གི་དགྲ་བོ་དེ་ཡང་མ་བྱས་ཏན་ཏན་བྱས་ཡོད་རེད་དེ་འདྲའི་བྱས་ཡོད་དུས་མ་བྱས་པའི་ཁྲིམས་ལ་ནི་དབུ་ནས་གི་ཕན་བཏགས་ཡོད་རེད་རང་ལ་ཡ་ཁྲིན་ཆེན་པོ་རེད་ད་ད་ལྟ་ནི་གནས་སྐབས་གཅིག་གི་རྐྱེན་ལ་བརྟེན་ནས་ང་རང་ཡང་མ་དགའ་བ་དེ་འདྲ་ཆགས་ཡོད་དུས་འདི་ཙམ་ལ་བཟོད་པ་སྒོམ་མ་ཐུབ་ན་དེ་ནི་མཐའ་ཡས་པའི་སེམས་ཅན་ལ་དེ་དག་བྱེད་ཀྱི་ཡིན་ཟེར་ནས་བྱང་ཆུབ་སེམས་དཔའ་བའི་སྤྱོད་པ་བླ་མེད་ལ་ག་འདྲ་སེམས་འཇུག་གི་ཡིན། རྒྱུ་ཐུག་གི་མ་རེད་བསམ་ནས་བཟོད་པ་སྒོམ་དགོས་བ་རེད། དེ་ནས་ཆོས་ཙམ་དུ་རྒྱས་སམ་འབྲང་བ་དུ་བྱས་ནས་གནོད་པར་བྱེད་པ་དེ་སྐྱེས་ན་རག་ལས་པ་དང་འདུ་ཤེས་ཙམ་པོ་ཆོས་ཙམ་དུ་ཟད་དོ། འདི་ལ་ནི་ཤེས་པར་བྱེད་པ་བརྡེག་པ་དང་མཚང་འདྲུ་བ་དང་རྗེས་དགག་བྱེད་པའི་བརྡེག་གམ་སེམས་ཅན་དེ་སྲོག་གམ་སྐྱེ་བ་པོ་གང་ཡང་མེད་དོ་སྙམ་སྟེ་བཟོད་པ་སྒོམ་པའོ། སྙིང་པོ་མེད་པ། བདག་མེད་པ། དེ་ནི་རང་བཞིན་གྱིས་མ་གྲུབ་པ་དང་སེན་མོ་བཀྲག་ནས་བདག་གིས་བྱེད་དགོས་ཀྱི་ཡོད་པ་རེད་དོ། སྟོང་ཉིད་ཀྱི་དང་སྟོང་པ་ཉིད་རྟོགས་པའི་ཤེས་རབ། དེ་འདྲ་བ་ཞིག་རྒྱུད་ལ་སྤྱད་ནས་ད་རིང་གོང་དུ་བཤད་པ་ནང་བཞིན་གྱི་སྟོང་ཉིད་མངོན་སུམ་དུ་རྟོགས་པ་ལྟ་བ་རྒྱུད་ལ་མ་སྤྱད་ན་ཡང་ཨ་ནི་སྟོང་ཉིད་མུ་བཞི་ཀ་ཚུལ་དུ་བསྒོམས་ནས་དང། སྐད་ཆ་ཚིག་ངན་པ་ཅིག་བཤད་བྱུང་ན་ཡང་ཆོས་སྡུག་ཅག་རེད་ལབ་སོང་ན་ཡང་སྡུག་ཅག་ཟེར་ཡག་དེ་ཡང་ཟ་ཅིག་བྱེད་དག་ཅིག་བྱེད་ཞབས་ཞུ་ཅིག་བྱེད་དགག་ཅིག་བྱེད་དག་དེ་འདྲ་བྱས་ནས་བསམ་ཚུལ་འདྲ་ཡོང་དུས་སྡུག་ཟིང་ཞིག་སླེབས་པ་རེད་དེ་ལ་རིམ་པས་རིགས་ལེགས་པར་དཔྱད་ན་ད་ནི་ཞབས་ཞུ་དེ་ཕག་གཡུག་དག་དེ་ཡང་ཕག་གཡུག་ས་མགོ་དེ་ཡང་ཕག་འཐེན་བྱས་ན་ད་ནི་མི་འདུག་གཅིག་ནི་ས་རེད་གཅིག་ནི་དག་རེད་གཅིག་ནི་དགག་རེད་གཅིག་ནི་ཞབས་ཞུ་རེད། ལ་དེ་ཚོ་མི་གཅིག་ཚོ་བསྡུ་ཡོང་དུ་འདུག་ལ་ཡོང་དུ་དེ་སྙིང་ལ་ཡང་མདའ་ཟུག་པ་ལ་ཞིག་ཆགས་ཡོང་བ་རེད་མ་གཏོགས་ཡི་གེ་ཁ་བྲལ་བྱས་ན་ནི་འདུག་ཟེར་མཁན་དེ་ཡང་མི་འདུག་དེ་འདྲ་ཆོས་ཐམས་ཅད་འདི་ནང་བཞིན་རེད་ད་དེ་རྟོགས་པའི་རྟགས་ཡོང་དུས་ལས་དབང་གིས་ཚང་ཕྱིན་ཅི་ལོག་པའི་གཞན་དབང་དུ་ཆགས་ཡོང་དུས་བག་ཆགས་ངན་པ་གོམས་ཡོང་དུས་ཙམ་པ་ལ་དེ་ལ་གོམས་ཤིང་འདྲིས་ཡོང་དུས་དེ་ནི་ཆགས་སྡང་དེ་བྱས་ཡོང་བ་རེད་མ་གཏོགས་རིག་པའི་ལེགས་པར་དཔྱད་ན་དེ་ནི་མིང་ཙམ་རེད་བརྡ་ཙམ་རེད་ཐ་སྙད་ཙམ་རེད་མ་གཏོགས་རང་བཞིན་གྱི་སྤྲུལ་པ་ཡོད་མ་རེད་རྨི་ལམ་ལྟ་བུ་རེད་བསམ་པ་ཡིན་ན་དེ་ལ་དེ་ནི་སྒྲ་ཙམ་གྱི་བྲག་ཆ་ལྟ་བུ

ས་ལ་སོན་ན་བག་སྐྱོན་དེ་བག་སེལ་བའི་སྐད་ཆ་རེད། འོ་དེ་འདུག་སྡུག་བསྔལ་སྒྲུབ་པར་མི་བྱའོ་སྙམ་པ་དེ་ནི་སྡུག་བསྔལ་བའི་འདུ་ཤེས་གནོད་པ་ལ་སོགས་པར་བྱེད་པའོ། ཡོངས་སུ་བཟུང་བའི་འདུ་ཤེས་ནི་བདག་གིས་བྱང་ཆུབ་ཏུ་སེམས་བསྐྱེད་པ་རྣམས་སེམས་ཅན་ཐམས་ཅད་ཀྱི་དོན་དུ་བྱའོ་ཞེས་སེམས་ཅན་ཐམས་ཅད་ཆུང་མའི་ཚུལ་དུ་ཡོངས་སུ་བཟུང་སྟེ་དེ་ལྟར་ཡོངས་སུ་བཟུང་བའི་གནོད་པ་ཕྲན་ཚེགས་ལ་ལེན་བྱེད་པ་མི་རིགས་སོ་སྙམ་པས་བཟོད་པར་བྱེད་པའོ། གཉིས་པ་སྡུག་བསྔལ་དང་དུ་ལེན་པའི་བཟོད་པ་ནི་བླ་ན་མེད་པའི་བྱང་ཆུབ་སྒྲུབ་པའི་སྡུག་བསྔལ་རྣམས་ཀྱིས་མི་སྐྱོ་བར་དཀའ་བའི་སེམས་བསྐྱེད་དང་དུ་བླང་བར་བྱའོ་དེ་ཡང་བྱང་ས་ལས་གནས་ལ་བརྟེན་པའི་སྡུག་བསྔལ་ལ་སོགས་སྡུག་བསྔལ་བརྒྱད་དང་དུ་བླང་བར་གསུངས་སོ་དེ་ཡང་དོན་གྱིས་འདི་རྣམས་ཡིན་ཏེ་རབ་ཏུ་བྱུང་ནས་ཆོས་གོས་དང་བསོད་སྙོམས་ལ་སོགས་པའི་རྩོལ་བའི་སྡུག་བསྔལ་དང། སྐུ་མཆོག་དང་བླ་མ་ཆོས་ཀྱི་དབྱིངས་བསྐུར་བ་ཆོས་ཉན་པ་ཤེས་པ་ཁ་ཏོན་བསྒོམ་པ་རྣམས་ཀྱིས་ཕྱག་དྲུག་དང་ཕྱག་ལེན་ལ་མི་ཉམས་པ་རྣལ་འབྱོར་ལ་བརྩོན་པ་སེམས་ཅན་གྱི་དོན་སྔ་མ་སྔ་ཤིན་ཏུ་བཅུ་གཅིག་པོ་དེ་བྱེད་པ་ལ་སོགས་པ་གཙོ་བོ་ལས་བྱུང་བའི་སྡུག་བསྔལ་དེ་ང་བ་དང་དུབ་པ་དང་ཚ་བ་དང་གྲང་བ་བཀྲེས་པ་དང་སྐོམ་པ་སེམས་འཁྲུགས་པ་ལ་སོགས་པ་ཐམས་ཅད་ཀྱིས་མི་འགྱུར་བར་དང་དུ་ལེན་པར་བྱའོ། ད་ཆོས་བསྒྲུབ་པ་ལ་དཀའ་ལས་དང་ཡོང་གི་རེད་བ་མ་ད་ཆོས་བསྒྲུབ་པའི་སྐབས་སུ་ལ་ཡ་ཞིམ་པོ་བཟའ། འཇམ་པོ་གོན། དེ་ནི་སྐྱིད་པོ་བཏང་ནས་བསྡད་ནས་ཆོས་བསྒྲུབ་ཡ་དེ་ཡོད་མ་རེད། རེད་འདུག་ཨང། འདི་ཚོའི་མི་ལ་རས་པ་ལྟ་བུ་བྱས་ན་ཡང་དག་ཕྱི་ཡི་རྫོང་དུ་ནང་གི་རྫོང་དུ་གསང་བའི་རྫོང་དུ་ཡང་རྫོང་གཉིས་དང་ཉི་ཤུ་ཡོངས་སུ་གྲགས་པའི་ཕུག་ཆེན་བརྒྱད་ལ་སོགས་པ་དག་དེ་ཚོའི་ནང་ལ་ཡ་དེ་ནས་དཀའ་བ་སྤྱད་ནས་བཞུགས་བསྡད་ཡ་དེ་ཡི་ཚོའི་མི་ལས་ཀའི་ཁ་སྟབས་ཀྱིས་མ་འཇོན་ནས་རྟ་ཞིང་རྒྱུ་མ་རག་ཁང་པ་བཟོ་རྒྱུ་མ་རག་དེ་ནས་ཟས་ཞིམ་པོ་བཟོ་རྒྱུ་མ་རག་ནས་དེ་ཚོའི་མི་ལ་དྲག་པོའི་ལ་ཕེབས་སོང་བ་མ་རེད་ཡིན་ན་ཡང་དེ་ཚོའི་གྲས་ལ་སྙིང་པོ་མེད་པར་དགོངས་དེ་ཐམས་ཅད་སྡུག་བསྔལ་སྐྱེ་མཆེད་ཀྱི་གཞི་ཡིན་པ་དང་དེ་ཐམས་ཅད་རང་བཞིན་མེད་པ་དང་དེ་ཐམས་ཅད་ལ་སྙིང་པོ་སྐད་ཅིག་ཙམ་ཡང་མེད་པར་སྙིང་པོ་རྟག་པ་རང་བཞིན་གཅིག་ཀྱང་མེད་པར་དགོངས་ནས་དེ་ནས་ནས་ཡ་ཁྲོད་གངས་ཁྲོད་ལ་སོགས་པ་ལ་བསྒྲུབས་ནས་ནས་ཅེས་སྐུ་ཚེ་གཅིག་ལ་སངས་རྒྱས་ནས། ལྷ་ཚན་ཐུན་ཚད་ཐར་པའི་ལམ་དང་འགྲན་ཐུབ་ཡག་གི་ནུས་པ་དེ་དྲི་རོ་ཏི་ནས་བྱུང་བ་ཡིན་པ་རེད། དེ་འདྲའི་ཡིན་ལུགས་བརྩམས་པ་ལ་ཆོས་སྒྲུབ་པ་ལ་དཀའ་ལས་ཡོད་རེད། ང་རང་ཚོ་ངན་སོང་གི་སྡུག་བསྔལ་ལ་བསམ་བློ་བཏང་པ་ཡིན་ན་དམྱལ་བ་དམྱལ་བ་གཅིག་པུ་གཅིག་ལ་དཔེར་ན་དམྱལ་བ་ཡང་སོས་ཀྱི་སྡུག་བསྔལ་གཅིག་པུ་གཅིག་ལ་བསམ་བློ་བཏང་གི་ཡིན་ན་ཡང་སྡུག་བསྔལ་དེ་ད་བསམ་ཐུབ་ཡག་གཅིག་དང་ང་ཚོའི་བསམ་བློ་རྣམས་ལ་ཤོང་ཐུབ་ཡག་གཅིག་ཡོད་མ་རེད་དེ་ཡིན་ན་ཡང་འཁོར་བ་ཐོག་མ་ནས་ད་བར་དོ་ལ་ཡ་མི་འདོད་བཞིན་དུ། རང་ལ་ཡང་འདོད་པ་མེད་ཅེས་འདོད་དོ་ནས་ངན་སོང་གི་སྡུག་བསྔལ་དེ་ཚོ་ཕྲ་ལ་དུས་ཕྲ་ལ་ཡུན་ཆུང་བ་བར་མ་ཆད་པར་མང་པོ་ཞིག་མྱོང་ནས་བསྡད་ཡོད་རེད་དེའི་སྡུག་བསྔལ་དེ་ཡང་ཨ་ནི་དོན་མེད་པའི་སྡུག་བསྔལ་རེད་ཕན་ཐོགས་གང་ཡང་བྱུང་ཡོད་མ་རེད་དགོས་པ་གང་ཡང་བྱུང་ཡོད་མ་རེད་ཡིན་ནའང་ང་རང་ཚོ་ཆོས་སྒྲུབ་པའི་གེགས་སེལ་དཀའ་ངལ་དེས་ལུས་ཀྱི་ཐོག་ལ་ན་ཚ་དང་དག་ན་ཞིག་སེམས་ལ་ཡང་དཀའ་ངལ་ཡོང་གི་རེད་དེ་ཡིན་ན་ཡང་ངན་སོང་གི་སྡུག་བསྔལ་དེ་ལ་བསམ་བློ་བཏང་གི་ཡིན་ན་སྡུག་བསྔལ་དེ་ལ་ཚོད་ཡོད་རེད་སྡུག་བསྔལ་དེ་ལ་ཕན་ཐོགས་ཡོད་རེད་སྡུག་བསྔལ་དེ་ལ་བརྟེན་ནས་སྡུག་བསྔལ་དེ་དང་དུ་ལེན་དུ་དཀའ་བ་བཅས་ཨ་ནི་ཅིག་ཆོས་ཉམས་སུ་ལེན་དེ་འདྲ་བྱེད་ཀྱིན་འདུག་དེའི་ཡིག་གིས་ཨ་ནི་ཅིག་སྡིག་པ་ཐམས་ཅད་སྦྱངས། དོན་མེད་པའི་སྡུག་བསྔལ་ཐམས་ཅད་མྱོང་མ་གོ་བར་བཟོད་དེ་ལ་བརྟེན་ནས་རྣམ་མཁྱེན་གྱི་འབྲས་བུ་ཐོག་ཐུག་ཡག་གི་ནུས་པ་དེ་རྩ་བ་དེ་གང་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་ན་ཆོས་སྒྲུབ་པའི་བཀའ་བཞིན་དེ་ཚོ་དང་དུ་ལེན་པ་རེད་དེ་འདྲའི་ཡང་བྱེད་འདོད་མེད་བཞིན་དུ་བྱས་བསྡད་པ་འདི་ནི་སྡུག་བསྔལ་དེ་སེལ་མི་ཚུགས་བཞིན་དུ་སེལ་བསྡད་པ་ལྟ་བུ་ཡང་མ་རེད་སྡུག་བསྔལ་དེ་ལ་ཡོན་ཏན་ཡོད་པར་བཤད་སྡུག་བསྔལ་དེ་དང་དུ་ལེན་འདོད་ཀྱི་བློ་ཡོད་དེ་ལ་སྤྲོ་བ་ཡོད་དེ་ལ་དང་བ་དང་གུས་པ་ཡོད་ནས་སྡུག་བསྔལ་དེ་དང་དུ་ལེན་གྱི་ཡོད་རེད་མ་གཏོགས་ནི་སྡུག་བསྔལ་དེ་མི་འདོད་བཞིན་དུ་དུང་བ་དང་དུ་ལེན་གྱི་ཡོད་མ་རེད་དེ་འདྲ་ལེན་པ་ཡིན་ན་དེ་ལ་ཡང་ཕན་ཡོན་ཡོད་མ་རེད་དགོས་པ་ཡོད་མ་རེད་ད་དེ་འདྲ་ཡིན་དུ་སྡུག་བསྔལ་དེ་ལ་དོན་དང་ལྡན་པ་སྡུག་བསྔལ་དེ་ལ་ཕན་ཡོན་ཡོད་པ་ཤེས་ནས་སྡུག་བསྔལ་དང་དུ་ལེན་ཡོང་དུས་དེ་ཡི་སྟོབས་ཀྱིས་སྡིག་པ་བསལ། སྡུག་བསྔལ་དོན་མེད་པའི་སྡུག་བསྔལ་མང་པོ་ཐམས་ཅད་སྦྱངས། ཨ་ནི་འབྲས་བུ་ཐོབ་ཐུག་གི་ཡོད་པའི་ནུས་པ་དེ་འདྲ་ཡོང་གི་ཡོད་པ་ཡིན་དུས་དགོས་པ་ཡོད་རེད་གསུངས་པ་རེད། བདག་གིས་བྱང་ཆུབ་སྤྲུལ་པ་ཡི་སྡུག་བསྔལ་འདི་ནས་ཚོད་ཡོད་དེ་གཟུགས་ངག་ཁུངས་ལ་གནོད་ས་ཞིག་སྡུག་བསྔལ་བསྟོད་པའི་སྡུག་བསྔལ་ཞིག་ཡིན་ཟེར་གྲོགས་སྐོར་ལ་ཡང་ཉི་མ་མང་པོ་ཞིག་ལ་ཟུག་རྒྱབ་རྒྱབ་རྒྱབ་ཨམ་ཆིག་སྟེང་ཡོང་དུས་ཤག་བཅོས་བཏང་དགོས་ས་རེད་ཟེར་ན་ཤག་བཅོས་བཏང་ཡ་ན་ཅི་ཐང་དཀའ་ངལ་ཆེན་པོ་རེད་བ་ཡིན་ན་ཡང་ཨ་ནི་ཅིག་གི་ན་ཚ་ཆུང་ཆུང་ཅིག་ལ་བལྟས་ནས་དཀའ་ངལ་ཆུང་ཆུང་ཅིག་ལ་བལྟས་ནས་ཨ་ནི་ཅིག་གི་ཁོག་པ་ནང་ལ་ཡོད་པའི་གི་དཀའ་ངལ་སོགས་བཅོས་པར་བྱས་པའི་གི་ད་དེ་འདྲའི་གི་ནད་ཚ་པོ་ཆིག་དེ་ཡང་བཅོས་ཐུག་གི་འདུག་བ་འོ་དེ་ནང་བཞིན་བྱས་ནས་ཆོས་སྒྲུབ་པའི་གི་དཀའ་ཆེན་ཕྲན་བུ་ཅིག་གི་གནོད་བྱེད་དོན་མེད་པའི་འཁོར་བ་ཐོག་མེད་ནས་ད་བར་དུ་མྱང་འགྱུར་བ་མ་འོངས་པ་ལ་ཡང་མྱོང་བར་འགྱུར་བའི་སྡུག་བསྔལ་ཚད་མེད་པ་དོས་དྲག་པ་དེ་ཚོ་འདྲེ་སྲས་ཐུག་གི་ཡོད་པ་རེད་དེ་འདྲ་ཡིན་དུས་སྡུག་བསྔལ་འདི་ལ་དགོས་པ་ཡོད་སོང་བ་རེད། དེ་ལྟར་ཆུ་གཅིག་བརྡུང་བ་དང་བསྡོངས་ནས་འཁོར་བའི་གཡུལ་ངོ་ཟློག་ཅིང་ཉོན་མོངས་པའི་དགྲ་འཇོམས་པ་ནི་དཔའ་བོ་ཆེན་པོ་ཡིན་ཏེ། ཐ་མལ་པའི་དགྲ་རང་བཞིན་གྱིས་འཆི་བ་སེལ་བ་ཡིན་ན་དཔའ་བོ་དྲག་པ་དེ་དག་མ་ཡིན་ཏེ་རོ་ལ་ཚོན་བཏེགས་པ་དང་འདྲ་བོ་དེ་དང་གཅིག་འགྱུར་ལས་སྡུག་བསྔལ་ཐམས་ཅད་ཆད་ཟེར་ནས་ཞེ་སྡང་ལ་སོགས་དགྲ་འཇོམས་དེ་དག་རྒྱ་ཆེའི་དཔའ་བོ་དང་ལྷག་མ་རོ་ལས་གསོད་པའོ་ད་དཔའ་བོ་ཆེ་ཤོས་དེ་དེ་ཡིན་པ་རེད་ཆོས་སྒྲུབ་པ་ལ་དཀའ་བ་དང་དུ་ལེན་ཐུབ་ད་ནི་སྲོག་དང་བསྡོས་ནས་ཡང་སྔོན་ནས་ཐོན་ནས་ཀྱང་དཀའ་བ་སྤྱད་ཐུབ།

སྲིད་པ་བཟོས་བྱ་བར་མ་གཏོགས་མ་སྲིད་པ་གཅིག་སྲིད་པ་ནི་བཟོས་པ་མ་རེད་དེ་རིང་རོ་དེའི་དཔའ་བོ་གང་ཡང་མ་རེད་གསུང་བ་རེད་རོ་ལ་ཚོན་རྒྱག་པ་དང་གཅིག་པ་རེད་གསུང་དུའང་སྤྱི་འཇུག་གནང་ལ། འོ་དེ་རེད་ཆོས་ལ་ངེས་པར་སེམས་པ་ན་མོས་པས་བཟོས་པ་ནི་བྱང་སེམས་ལས་དཀོན་མཆོག་གི་ཡོན་ཏན་ལ་བཟོས་པ་གནས་བརྒྱད་ལ་མོས་པ་ཡིན་པར་དེ་ཁོ་ན་ཉིད་ཀྱི་དོན་བདག་རྣམ་པ་གཉིས་ཀྱིས་སྟོང་པའི་རང་བཞིན་ལ་མོས་ཀྱིས་བཟོས་པའོ། བདག་རྣམ་པ་གཉིས་ཀྱིས་སྟོང་གོང་ས་ཏེ་གང་ཟག་གི་བདག་དང་ཆོས་ཀྱི་བདག་གཉིས་རེད་བདག་གཉིས་ནི་རེད་དང་སྤང་དགོས་བ་ཡིན་པ་རེད་དོ།

བཟོད་པ་སྤེལ་བ་ནི་ཡེ་ཤེས་དང་ཤེས་རབ་བསྔོ་བ་གསུམ་སྟེ་སྤེལ་བ་གོང་དུ་བསྟན་པ་ལྟར་རོ། བཟོད་པ་དག་པར་བྱེད་པ་ནི་སྟོང་ཉིད་ཀྱིས་ཟིན་པ་སྟེ་གོང་དུ་བསྟན་པ་ལྟར་རོ། བཟོད་པའི་འབྲས་བུ་ནི་མཐར་ཐུག་དང་གནས་སྐབས་གཉིས། མཐར་ཐུག་ནི་ཨ་ན་མེད་པའི་བྱང་ཆུབ་ཐོབ་སྟེ་དེ་ལའང་བྱང་ཆུབ་སེམས་དཔའི་ས་ལས་བཟོད་པ་རྒྱ་ཆེ་ཞིང་ཚད་མེད་ལ་བྱང་ཆུབ་ཆེན་པོའི་འབྲས་བུ་འབྱུང་བ་འདི་དག་ལ་བརྟེན་ན་བྱང་ཆུབ་སེམས་དཔའ་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་མངོན་པར་རྫོགས་པར་འཚང་རྒྱ་བར་འགྱུར་རོ་ཞེས་གསུངས་སོ། འོ་ན་གནས་སྐབས་ལ་ཕན་ཡོན་ག་རེ་ཡོད་ཟེར་ན་གནས་སྐབས་ལ་ནི་དེ་ལ་མ་དམིགས་ཀྱང་ཚེ་རབས་ཐམས་ཅད་དུ་བཟོད་པ་བསྒོམ་པ་ལ་བརྟགས་ནས་དེ་ཡི་འབྲས་བུ་གཟུགས་མཛེས་པ། ནད་མེད་པ། སྙན་གྲགས་ཆེ་བ། ཚེ་རིང་བ། འཁོར་ལོས་སྒྱུར་བའི་རྒྱལ་སྲིད་ལ་སོགས་པ་ཐོབ་པར་འགྱུར་རོ། དེ་ལྟར་སྤྱོད་འཇུག་ལས། འཁོར་སའི་བཟོད་པའི་མཛེས་སོགས་དང་ནད་མེད་པ་དང་གྲགས་པ་ཡིས་ཤིན་ཏུ་ཡུན་རིང་འཚོ་བ་དང། དེའི་ཚིག་རྐང་གསུམ། འདི་ནས་གཅིག་གི་ཚེ་འདི་ལ་རེད། དེ་ནས་ཚེ་ཕྱི་མ་ལ་འཁོར་ལོས་སྒྱུར་བའི་རྒྱལ་པོ་རྒྱལ་སྲིད་ལ་སོགས་པ་ཐོབ་ཀྱི་རེད། འཁོར་ལོས་སྒྱུར་བ་ཞེས་གསུངས་སོ། དམ་ཆོས་ཡིད་བཞིན་ནོར་བུ་ཐར་པ་རིན་པོ་ཆེ་རྒྱལ་བའི་བཟོད་པའི་ཕ་རོལ་ཏུ་ཕྱིན་པ་དེ་ལེའུ་བཅུ་བཞི་པའོ། དེ་ལྟར་ཆོས་བཞི་ནི་འཇིག་པའི་དགེ་བའི་རྩ་བ་དང་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བསྔོ་བ་དང་སྨོན་ལམ་གྱི་རྒྱན་དུ་ལྷན་ཅིག་ཏུ་གསུང་བར་ཞུ།